བཞི་པ་གྲངས་ཀྱིས་ཁྱད་པར་བསམ་པ། ཨོ། གྲངས་གཅིག་ལ་བསམ་བློ་བཏང་གི་ཡིན་ནའི་མི་ལུས་རིན་པོ་ཆེ་འདི་དཀའ་ལས་ཁག་པོ་རེད་ད་ཟེར་གྲངས་གཅིག་ལ་བསམ་བློ་བཏང་གི་ན། གྲངས་ཀ་ཡག་མ་གཅིག་ཡོང་དུས་ག་ལ་མི་ལུས་རིན་པོ་ཆེ་ཐོབ་བསྡད་མཁན་དེ་དག་དཔེ་མ་སྲིད་པའི་དཀོན་པོ་ཉུང་ཉུང་རེད། ཨོ། དེ་འདྲའི་གཅིག་ལ་བསམ་བློ་བཏང་གི་ན་མི་ལུས་ཐོབ་ཡ་དཀའ་ལས་ཁག་པོ་ཡིན་པ་ལམ་སང་ལྐོག་ཏུ་བ་སོང་བ་རེད། སེམས་ཅན་གྱི་གྲངས་དང་རིན་པ་ལ་ལྟོས་ནས་མི་ལུས་ཐོབ་པ་ནི་སྲིད་པ་ཙམ་དེ་རེད། སེམས་ཅན་ཚོགས་ཀྱིས་འགྲོ་བ་རིགས་དྲུག་ན་གནས་པའི་སེམས་ཅན་དེ་ཚོ་ལ་དུག་བརྟག་དཔྱད་བྱེད་ཀྱི་ཡིན་ན། ཨོ། བདེན་རྫུན་གྱི་སེམས་ཅན་དེ་ཚོའི་གྲངས་ཀ་དང་མི་གི་མི་ལུས་རིན་པོ་ཆེ་ཐོབ་ཐེངས་ཀའི་གྲངས་ཀ་གཅིག་བརྩིས་བས་ན། མི་ལུས་དེ་ཚོའི་དང་སྲིད་ད་ཙམ་རེད། ཉིན་གཉིས་ཆ། ཡོད་ནི་ཡོད་མ་རེད་གསལ་ཙམ་ཞིག། གཞན་དག་སེམས་ཅན་གཞན་དག་དེ་ཚོའི་གྲངས་ཀ་རྒྱག་བས་ན་ད། མི་ལུས་ད་གལ་གལ་རེད་མི་འདུག་ཉུང་ཉུང་རེད་འདུག་སྲིད་ཡོད་དེ། མི་ལུས་ཐོབ་པ་ནི་སྲིད་པ་ཙམ་དེ་འདི་ལྟར་དམྱལ་བ་ལ་ཚེ། དམྱལ་བ་ནི་མཚན་མོའི་སྐར་མ་ལྟར། མཚན་མོའི་སྐར་མ་ཙམ་ལ་ཡི་དྭགས་ནི་ཉིན་མོའི་སྐར་མ་ཙམ་ད་དེ་སྲིད་དང། དམྱལ་བ་འདི་མཚན་མོའི་སྐར་མ་ནང་བཞིན་མང་པོ་ཡོད་པ་ཡིན་ན་བར་སྣང་ལ་འདུག་ལྟ་གིན་ན་མཚན་མོའི་སྐར་མ་ཁྲག་ཆེན་མང་པོ་འདུག་ང་གྲངས་ཀ་རྒྱབ་ཐུ་ཡང་དེ་ནི་མི་འདུག་བ་ཡི་གེ་དེ་འདྲས་ཡོད་རེད་སུ་རེད་ད་ཡི་དྭགས་ག་ཚོད་ཡོད་རེད་ཟེར་དུས་གང་ལ་དམྱལ་བ་ལས་ཡི་དྭགས་ཏིང་ཚིག་ཡང་བའི་གེ་ཆེར་ད། ལས་དང་མ་སོགས་ནས་སྡུག་བསྔལ་གཏིང་སུ་ཆུང་བས་གལ་ཆེར་ད་སྡུག་བསྔལ་དག་བསམ་གྱིས་མི་ཁྱབ་པ་གཡོར་ཏེ། དེང་སང། དམྱལ་བ་འདི་མཚན་མོའི་སྐར་མ་ནང་ཞིག་རེད། ཡི་དྭགས་འདི་ཉིན་མོའི་སྐར་མ་ནང་ཞིག་རེད། འོ་ཉིན་མོའི་སྐར་མ་ཙམ་རེད་ཡི་དྭགས་ཟེར་གྱི་དེ་ཡང་དམྱལ་བ་ལ་ལྟོས་ན་ཡི་དྭགས་ཉུང་ཉུང་རེད། ད་ཡི་དྭགས་མཚན་མོའི་སྐར་མ་ཙམ་ལ་དུད་འགྲོ་ཉིན་མོའི་སྐར་མ་ཙམ་ཟེར། ད་ཡི་དྭགས་ལས་དུད་འགྲོ་དེ་དེས་ལས་ཡང་བར་ཡང་རྒྱ།

འོ་འདི་ཅེས་དུད་འགྲོ་མཚན་མོའི་སྐར་མ་ཙམ་ལ་བདེ་འགྲོ་ཉིན་མོའི་སྐར་མ་ཙམ་ལས་མེད་པར་གསུངས་ཏེ། ད་དུད་འགྲོ་དེ་ཚོའི་མཚན་མོའི་སྐར་མ་ནང་བཞིན་མང་པོ་ཡོད་པ་ཆ་བཞག་གི་ཡིན་ན། བདེ་འགྲོ་གསུམ་དེ་ལྷ་མིའི་ལྷ་མ་ཡིན་ཏེ་ག་རེ་ཟེར་ཉིན་མོའི་སྐར་མ་ནང་བཞིན་ཉུང་ཉུང་རེད་གསུངས། ད་གྲངས་ཀ་རྩིས་ཡ་གཅིག་ལ་བསམ་བཏང་གི་ཡིན་ནས་མི་ལུས་རིན་པོ་ཆེ་ཐོབ་པའི་དཀའ་ལས་ཁག་པོ་རེད་འདུག་ད། གཞན་ཡང་དམྱལ་བ་ནས་དམྱལ་བ་ནས་ས་ཆེན་པོའི་རྡུལ་ཙམ་དང། ས་ཆེན་པོའི་རྡུལ་ཟེར་ན་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་ཀྱི་ཡོལ་བ་དབང་ཆེན་གསེར་གྱི་ས་གཞི་ནས་བརྩིས་པའི་ཡལ་གའི་ཐོ་སེ་ཚིག་ཡོད་མེད་མེད་མིན་གྱི་བར་དུ། ད་ཐོ་སེ་ཚིག་ལབ་ན་ཁྱེད་རང་ཚོ་ད་ཡིད་ཆེས་འདོད་ཀ་མ་རེད་གང་སེམས་ནམ་མཁའ་ལ་རེད་བ། ད་མ་གི་དམྱལ་བ་དབང་ཆེན་གསེར་གྱི་ས་གཞི་ནས་ཡལ་གའི་སུམ་ཅུ་རྩ་གསུམ། ལྷ་ཡོང་བུ་བརྒྱ་བྱིན་བཞུགས་ས་བར་དོ་ས་ཡོད་ས་འདི་བར་དོ་ད་ས་ཡི་ནང་ནས་ཐོ་ཤོད་དེ་ལྷ་ཡོང་བུ་བརྒྱ་བྱིན་བཞུགས་པ་རིའི་རྒྱལ་པོ་རི་རབ་ཀྱི་རྩེ་ལ་བསྟན། རྣམ་རྒྱལ་ཁང་བཟང་ཟེར་དེ་ལྷ་ཡོང་བུ་བརྒྱ་བྱིན་གྱི་ཁང་པ་དེའི་མཚན་རེད་ཕོ་བྲང་དེ་གི་མཚན་རེད། ཨོ་འདི་བར་དོ་ད་གའི་ན་ས་ཡི་རྡུལ་ཡོད་ར་བ་རྡུལ་ཟེར་ན་མ་གའི་ཐལ་ལ་དེ་ཐལ་ལེ་གི་རྡུལ་དུ་བ་རྡུལ་དེ་འདྲའི་གྲངས་ཀ་བརྩིས་ན་གྲངས་ཀ་བརྩིས་ཐུབ་པོ་རེད། ག་བ་བརྩིས་ཐུབ་པོ་རེད། བ་ར་གང་འདུག་གིན་ན་དེའི་རྡུལ་དེ་བྲང་ཁ་རྒྱབ་ཟིན་ན་རྩིས་འདུག་མ་རེད། སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་འདི་གའི་དེ་ན་ལ་རྡུལ་ག་ཚོད་ཡོད་མེད་འོ་དེ་ག་ཚོད་བྲང་ཁ་རྒྱག་དགོས་ན་དམྱལ་བའི་སེམས་ཅན་དེ་ག་ཚོད་མང་པོ་ཡོད་རེད་བསམ་དང། རྡུལ་དེ་ཚོ་བྲང་ཁ་རྒྱག་དགོས་ན་དེ་ལས་མང་ཡོད། དམྱལ་བ་ནི་ཚེམས་ས་ཆེན་པོའི་རྡུལ་ཙམ་དང་ཡི་དྭགས་ནི་གངྒཱའི་ཆུ་ཀླུང་གི་བྱེ་མ་ཙམ། ཡི་དྭགས་འདི་ག་ཚོད་མང་པོ་ཡོད་རེད་ཟེར་ནས་ཡ་གི་ཆུ་མོ་སྒང་ག་དང་པོ་འགོ་ཚུགས་ས་འདི་ག་རེད་ཨ། གངས་རི་ཏི་སི་བོད་གངས་ཅན་ལྗོངས་ལ་ཡོད་དེ་གི་གངས་རི། ཆུ། ཁ། ཆུ་འབབ་བཞི་ཡོད་རེད་བ། ཆུ་འབབ་བཞི་ནི་ཕྱོགས་གཅིག་ནས་རྨ་བྱ་ཁ་འབབ་ཚད་ལྟ་བུ་འདི་འདྲའི་མང་པོ་བྱས་ཡོད་རེད། འོ་འདི་ནི་རྨ་ཆུ་ཡོངས་འདི་ཡ་གི་ནི་འགོ་ཚུགས་འདི་ནི་པ་ཅིན་ལྷ་ས་ངོས་ལ་ཅིན་ལྷ་ས་ནི་རྨ་ཆེན་ཀོང་པོ་ལ་ད་གང་ད་འདུག་བྱས་ནས་བྷརྨ་པུ་ཏྲ་བྷ་ནི་ཟུ་ཡོང་གི་འདུག་ཡང་ན་ཀ་ཤི་མི་གོས་ས་འདི་ནི་རྨ་ཆེན་རྡེ་ར་རྡུན་ནི་མ་ཡོང། ཏེ་རེ་དོ་ནི་མ་སུ་རི་མ་སུ་རི་དམག་ཆེན་ཨ་ལ་པ་དེ་ནི་བྷ་ར་ན་སི་བྷ་ར་ན་སི་ནི་ད་དུང་དམག་ཆེན་བྷེ་ཨོ་བྷེ་འགལ་ཆེན་དེ West Bengal ཆེན་ནི་རྒྱ་མཚོའི་ནང་ལ་འགྲོ་གི་འདུག་བ་ཆུ་མོ་གངྒ་དེ་ཨོ་ཡ་གིས་འགོ་ཚུགས་ས་ནི་མ་གེ་རྒྱ་མཚོ་ལ་མ་འགྲོ་གྱི་བར་དུ་གཡས་གཡོན་ལ་བྱེ་མ་ག་ཚོད་ཡོད་རེད་གསུངས། བྱེ་མ་དེ་ཚོའི་གྲངས་ཀ་རྒྱག་པའི་ན་ཡི་དྭགས་སྡེ་ག་ཚོད་མང་པོ་རེད་གསུངས། ཧང་སངས་ཡིག་ད་པས་དེ་འདྲས་ད Metaphors ནི་དེ་ཚོའི་གྲས་རེད་དེ་ད།

སྲུང་མ་དུ་བ་མ་རེད་ཟེར་བ་ལས་བྱེ་མ་སྙེག་བྱེ་མ་དེ། ཆུ་མོ་གང་ག་གི་བྱེ་མ་ག་ཚོད་ཡོད་པ་དེ་ཡང་གྲངས་ཀ་རྒྱབ་ཐུག་གི་འདུག་ན་དེ་ལྟ་གས་མ་རོགས་ཏེ། བྱེ་ད་འོ་ཡེ་དག་ནི་གང་གའི་ཀླུང་གི་བྱེ་མ་ཙམ་དང་དུད་འགྲོ་ནི། ཆང་འགག་གི་སྦང་མ་ཙམ། ཆང་འགག་གི་སྦང་མ་ཙམ་ད་དེ་བ་ལ་ག་རེ་ཟེར་བ་རེད། ཆང་སྦང་མ་ཙམ་གས་ད་ཀྲོག་རིལ་ཟིག་མ་རེད་ཀྲོག་རིལ་རེད་ག་རེ། རྩེད་པོ་ཀླད་པོ་ཅིག་ཏག་ཏག་གང་ཆང་བཙོས་ནས་དེ་ནི་བཙོང་གི་འདུག་བ། ཨོ་བོ་བདུན་སྤྲེའི་ནང་ལ་ཡང་ན་རྗེ་ཆང་བཏུང་ཚར་བའི་གི་སྦང་རོ་དེ་ཡོད་པ། སྦང་རོ་ཟེར་དུས་ཀྱང་ཆང་བཏུང་ཚར་བའི་སྦང་རོ་དེ། ཨོ་བོ་བདུན་སྤྲེའི་ཕ་གའི་དཔུང་ཤར་བ་ཡོད་ན། དེའི་ནང་ལ་སྦང་རོ་རེ་རེ་གྲངས་གྲངས་ཀ་རྒྱབ་པ་སྦང་མ་རེ་རེ་པར་གྲངས་ཀ་རྒྱབ་དགོས་ན་ག་ཚོད་ཡོད་རེད་ཨོ་ད་ག་ཚོད་རེད། ཡི་དྭགས་ནི་གངྒཱའི་ཀླུང་གི་བྱེ་མ་སྙེད་དང་དུད་འགྲོ་ནི་ཆང་འགག་གི་སྦང་མ་ཙམ་དང། ལྷ་མ་ཡིན་ནི་ཁ་ཁ་བ་བུ་ཡུག་འཚུབ་པ་ཙམ།

སེན་མོ་ས་སྟེང་པོ་སེན་ན་སེན། སེན་མོ་འདིའི་སྟེང་དུ་རྡུལ་ག་ཚོད་ཡོད་རེད་འོ་དེ་ག་ཚོད་མ་ཏོག་ཡོད་མ་རེད་མི་ད་ལ་ཡིན། ད་མི་ལུས་རིན་པོ་ཆེ་ཐོབ་ཡས་དཀའ་ལས་ཁག་པོ་རེད་དོ་མི་འདུག་ཨ་ཙི་ཨ་ཙི་ཙི་ངོ་མཚོས་ཀྱི་དཀའ་ལས་དེ་འདྲས་ཞིག་རྒྱབ་ཡོད་རྒྱུར་གྱིས་སྔོན་མ་དེ་འདྲ་མི་ལུས་རིན་པོ་ཆེ་ཐོབ་པ་རེད་ད་ད་ག་ཚོད་ལགས་པ་མི་ཚེ་སྟོང་ལོག་ཅིག་མི་ཚེ་ཆུད་ཟོས་སུ་ཤོར་སོང་ན་དཔེ་མི་སྲིད་པའི་ཕངས་པོ་རེད་འདུག་བ་ཞབས་དང་ཞོ་ལ་དགེ་བ་བསྒྲུབ་ཡས་དེ་ད་ཁྱབ་སངས་དེ་རེད་མི་སྒོ་གྲོང་པོ་དེ་སུ་རེད་ཟེར་ན་ཤར་དང་ཞོར་ལ་བསོད་ནམས་ཀྱི་ཚོགས་བསགས་གཏོང་གི་དེ་རེད་དེ་སྒོ་གྲོང་པོ་དེ་རེད། ལྷ་དང་མི་ནི་སེན་མོའི་སྟེང་གི་རྡུལ་ཙམ་ལས་མེད་པར་སོང་དེང་སང་གྲངས་ཀྱི་སྒོ་ནས་བསམ་བློ་བཏང་གི་ཡིན་ན་མི་ལུས་རིན་པོ་ཆེ་མཐོ་བས་དགའ་ལས་ཁག་པོ་རེད་འདུག་ག་སོང་སྤྱིར་མཐོ་རིས་ཀྱི་ལུས་རྟེན་དཀོན་ཞིང་སྤྱིར་བཏང་གི་དབང་དུ་བྱས་པ་ན་མཐོ་རིས་གསུམ་གྱི་ལུས་རྟེན་ཐོབ་ཡས་དེ་པད་མ་གཟིགས་དཀའ་ལས་ཁག་པོ་རེད་མཐོ་རིས་གསུམ་དེ་ལྷ་མི་ལྷ་མ་ཡིན། སྤྱིར་བཏང་གི་བྱས་ན་མཐོ་རིས་གསུམ་བདེ་འགྲོ་གསུམ་དང་ངན་འགྲོ་གསུམ་གཟིགས་འདུག་ག་དཔལ་ནི་སྲིད་པ་འཁོར་ལོ་དུ་ག། སྲིད་པ་ཧོ། སྲིད་པ་འཁོར་ལོ་ཨ་ཤ་གཤིན་རྗེ་ཆོས་རྒྱལ་དེ་འདྲའི་ཤུགས་དེང་གི་ནང་ལོགས་ལ་དེ་ནི་འགྲོ་བ་རིགས་དྲུག་དེ་འདྲའི་མཐའ་མཚམས་དེ་ལ་ག་རེ་ཡོད་ཟེར་ན་རྟེན་དེའི་ཡན་ལག་བཅུ་གཉིས་མཚོན་བྱེད་དོན་དུ་ཆ་ཚང་ཡོད་དེའི་དཀྱིལ་དེ་ལ་དེ་ག་རེ་འགྲོ་བ་རིགས་དྲུག་གི་སེམས་ཅན་ཚོ་ཡོད་དེའི་དཀྱིལ་དེ་ལ་ག་རེ་ཡོད་ཟེར་ན། བྱིའུ་གཅིག་དང། ཕག་པ་གཅིག་དང་སྦྲུལ་གཅིག་ཡོད་རེད། སྦྲུལ་དེ་ཞེ་སྡང་མཚོན་བྱེད་རེད། བྱིའུ་དེ་འདོད་ཆགས་མཚོན་བྱེད་རེད། འོ། ཕག་པ་དེ་གཏི་མུག་མཚོན་བྱེད་རེད། དེང་སང་གཏི་མུག་གི་རྒྱུ་མཚན་ལ་ལྟོས་ནས་ལས་བསགས་ཀྱི་ཡོད་རེད། ལས་བསགས་པ་ལ་ལྟོས་ནས་འགྲོ་བ་རིགས་དྲུག་ནང་ལ་སྐྱེས་འགྲོ་དགོས་རེད་སྐྱེས་སྟངས་དེ་ག་འདྲས་དེ་འདྲས་ཡན་ལག་བཅུ་གཉིས་སྒོ་ནས་སྐྱེས་འགྲོ་དགོས་རེད། འོག་གདུགས་བྱེད་དུས་གང་ལ་འགྲོ་བ་རིགས་དྲུག་གི་ནང་ལ་ཡ་བ་གི་རི་མོ་ག་འདྲས་བྲིས་ཡོད་རེད། རི་མོ་ཁ་ཤས་ལ་གདུགས་བསྟད་དུས་གང་ལ་འགྲོ་བ་རིགས་དྲུག་ནི་ཀོ་ར་གདུགས་སུ་བརྒྱབ་པའི་གོས་དཀྱིལ་དེ་འདི་དངོས་དེ་ནི་མ་མ་ཡོང་གི་དེ་གི་ཚང་མ་ནག་པོ་བྲིས་ཡོད་རེད། ཡར་འགྲོང་གི་དེ་གི་ཚང་མ་དཀར་པོ་བྲིས་ཡོད་རེད། གདན་ས་དཀར་པོ་དེ་བདེ་འགྲོ་ལ་འགྲོ་མཁན་རེད་ནག་པོ་དེ་ངན་སོང་གསུམ་ལ་འགྲོ་མཁན་རེད། ཨོ་བདེ་འགྲོ་ཡར་འགྲོ་མར་འགྲོ་ལ་འགྲོ་མ་འགྲོ་དེ་མི་ཡི་ལུས་རྟེན་བཟང་པོ་ཐོབ་དུས་གང་ལ་ཐག། Choice བྱེད་དེ་མིས་བྱེད་ཐུག་གི་རེད་གཞན་སུ་ཅིས་བྱེད་ཐུག་མ་རེད། ང་ཡར་འགྲོ་གི་ང་མར་འགྲོ་གི་ཟེར་དེ་ལག་པ་སུ་ང་ཚོའི་ལག་པ་ལ་ཡོད་རེད། སེམས་ཅན་ཚོ་ལ་འགྲོ་མ་འགྲོ་ལག་པ་ལ་ཡོད་མ་རེད་ཁོ་རང་ངམ་ངམ་ཤུགས་ཤུགས་ཀྱི་མར་འགྲོ་ཡ་ལས་ཀ་རྐྱང་རྐྱང་བྱེད་ཀྱི་རེད། དགེ་བ་ནི་སྒྲུབ་ཤེས་ངེས་པ་རེད། འོ་འདི་ཡིན་དུས་གང་ལ་ཐོས་ཕྱིར་དུ་རིགས་ཀྱི་ལུས་རྟེན་དཀོན་ཞིང། དེ་ལས་ཀྱང་དལ་འབྱོར་གྱི་མི་ལུས་རིན་པོ་ཆེ་དཀོན་པ་ཡིན་ཞིང། ད་དོ་རིགས་ཀྱི་ལུས་རྟེན་ཐོབ་ཡས་དེ་དག་པདྨ་སེའི་དཀའ་ལས་ཁག་པོ་རེད་དེ་འགྲོ་གསུམ་ཐོབ་ཡས་དེ། དེ་ནང་ནས་ཀྱང་མི་ལུས་རིན་པོ་ཆེ་དེ་ཐོབ་ཡས་དེ་དཀའ་ལས་ཁག་པོ་རེད། ད་ང་ཚོ་ཐོབ་ཡོད་བར་ད་ཡང་བསྐྱར་ང་དེ་ལ་དགོས་ཏེ། དེ་སྐྱེས་བུ་ཅིག་ཉལ་ཉལ་བསྡད་རེད་འདུག་བས། བག་ལ་ཚལ་རེད་འདུག་བས་རེད་མི་འདུག་གམ། ཞར་དང་ཞོར་ལ་ཆོས་སྒྲུབ་མི་ཕ་ཀ་ལས་ཀྱང་མི་སྟུག་པོ་མྱངས་ནས་ཁྱེད་ཡོད་མ་རེད། ཁྱེད་བཟང་འདི་ཕྱིར་འདི། འོ་དཀོན་ཞིང་ད་ལྟ་རང་རེས་བརྟགས་ཀྱང་ས་དབྱར་ཁའི་དུས་ན་ས་གཞི་འཐུ་བ་ཙམ་ལ་སྲོག་ཆགས་གནས་པ་དང་ཟ་བ་རེད། ད་དཔེར་ན་འདི་ད་ང་ཚོ་ད་རེས་ང་ཚོ་མི་ལུས་རིན་པོ་ཆེ་ཐོབ་ཡས་འདི་དཀའ་ལས་ཁག་པོ་རེད་སེམས་ཅན་གཞན་དག་ཚོ་མང་པོ་རེད་སྲིད་ཡས་འདི་ང་རང་ཚོ་བརྟག་དཔྱད་བྱེད་དག་ཟེར་བ་རེད་ད་ལྟ་རང་རེས་བརྟགས་ཀྱང་ཟེར་བརྟག་དཔྱད་བྱེད་ཀྱི་ཡིན་ན་ཡང། དབྱར་ཁའི་དུས་ཚོད་རེད། ཆར་པ་མང་པོ་བབས་སྟེང་གི་ས་ཕྱི་དུ་ཚུར་རློན་པ་གཡོས་སྟེང་གི། ཨོ་དེ་འདྲའི་གི་དུས་ཚོད་རེད་དེ་ཡིན་དུས་དེ་རིང་སང་དབྱར་ཁའི་དུས་ཚོད་དེ་ལ་ས་ཆུ་འཇུ་བྱེད་འདུག་སྐོ་ད་ཟེར་བ་ལྟ་ས་ཆུ་འཇུ་བྱེད། དབྱར་ཁའི་དུས་ན་ས་གཞི་འཐུ་བ་ཙམ་ལ་ས་ཆུ་འཇུ་བྱེད་འདུག་སུ་ཚུར་བསྐོ་བ་ཡིན་ན་འཐུ་བ་ཡིན་ན་འདུག་སེ་ཡ་པ་ཀི་ནི་ཚུར་གཏོར་བ་ཡིན་ན། སྲོག་ཆགས་གནས་པ་དང་སྲོག་ཆགས་གྲངས་མེད་མང་པོ་ཡོད་རེད་གསུངས་ད་ག་ཞིག་མིག་མཐོང་རྒྱུ་ཡོད་རེད་ག་ཞིག་མིག་མཐོང་རྒྱུ་མེད་དེ་འདྲའི་སྲོག་ཆགས་གྲངས་མེད་མང་པོ་ཡོད་རེད་དེ་འདྲའི་ནང་དེ་རིང་སང་སེམས་ཅན་བུ་མང་པོ་དེ་རྒྱུ་མཚན་དེ་ལ་ལྟོས་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཚོད་དེ་ལ་དབྱར་གནས་ད་དབྱར་ལ་དེ་ནི་དབྱར་གནས་ཚོགས་འདུ་བ་དགེ་ཚུལ་སློང་གི་སྡོམ་པ་གཞུང་གི་རྫོགས་དབྱར་གནས་ཟླ་བ་གསུམ་ཚོགས་ཟེར་ཡ་དེ་རྒྱུ་མཚན་ཅི་རེད་དེའི་སྐབས་ལ་དེ་ནི་ཕག་ཚུགས་གསོ་སྙོན་ལ་ག་ས་ག་བ་ཕག་བྱེད་ན་དེའི་དཀའ་ལས་ཀའི་ཁག་པོ་ཡོད་རེད་ལ་དཀའ་ལས་ཁག་པོ་ཡོད་པ་ཙམ་གཅིག་པོ་མ་རེད་འོ་ན་དེ་འདྲའི་འགྲོ་ཡོང་དུས་གམ་སྡིག་པ་མི་དགེ་བ་མང་པོ་བསགས་ཀི་རེད་ཕག་ཚུགས་མང་པོ་འགྲོ་དུས་གམ་རྐང་པའི་འོག་ལས་བུ་མང་པོ་བསད་ཀི་ཡོད་ཀི་རེད་རྒྱུ་མཚན་དེ་ཡི་ཕྱིར་ཨོ་དེ་ག་སེམས་ཅན་མང་པོ་མ་བསད་ཐབས་བྱེད་ལ་དེ་ནི་ས་ཆ་གཅིག་ལ་དེ་དབྱར་གནས་དབྱར་ཟླ་བ་གསུམ་གྱི་རིང་ལ་དེ་ནས་དགེ་ཚུལ་སློང་ཀྱང་ཀྱང་དགེ་ཚུལ་སློང་གི་སྡོམ་པ་གཞུང་གི་སྡེ་བརྒྱད་ཆ་ཚང་གཅིག་པ་དགེ་རྩོམ་དེ་ནས་ཚུལ་དང་མཐུན་པའི་སྒོ་ནས་དེ་ནས་སོ་སོའི་དགེ་དགེ་བ་སྒྲུབ་པའི་དགེ་སྦྱོར་བསྒྲུབ་རྒྱུ་མི་དགེ་སྤང་རྒྱུའོ། དེ་འདྲའི་རླབས་ཆེན་པོ་ཆེ་གི་གོ་སྐབས་བཟང་པོ་སྤྲད་ཀྱི་ཡོད་པས་སངས་རྒྱས་བཅོམ་ལྡན་འདས་གར་རྒྱུན་མཚན་གཅིག་རེད་དེ་འདྲ་འབུ་མང་པོར་འབུ་སྲིན་མང་པོ་ཞི་བོར་དེ་འདྲའི་དུས་ཚོད་འདི་སྐབས་དེ། ཨོ་ཡ་སྲོག་ཆགས་གནས་པ་དང་གྲོགས་གྲོགས་ཚང་གཅིག་གི་གྲོག་མ་ཙམ་འཛམ་གླིང་གི་མི་ལ་མེད། གྲོག་མ་བུ་གྲོག་མ་འདུག་བ་བུ་གྲོག་མ་གི་ཚང་དེ་གཅིག་གྲོག་ཚང་གཅིག་འདུག་སེ་ཡ་སྔོག་གི་ན་དེའི་ནང་ལ་བུ་གྲོག་མ་གྲངས་མེད་མང་པོ་ལོང་ལོང་ལོང་ལོང་དོན་ཡོང་གི་འདུག་བ་འོ་དེ་འདྲི་གཅིག་ནང་ལ་འགྲོ་བ་མི་དང་གྲངས་ཀ་གཅིག་རྒྱབ་གི་ན་འདི་གྲོག་ཚང་དེ་ག་གི་མང་གི་རེད་ཟེར་ན་གྲོག་ཚང་དེ་མང་ང་ཡོག་རེད་ཟེར་གི། མི་ལུས་རིན་པོ་ཆེ་མཐོང་མཁན་དེ་དེ་ལས་ཀྱང་ཉུང་བ་གྲོག་ཚང་གཅིག་རེད་ད། གྲོག་ཚང་དེ་འདྲའི་དང་གྲངས་མེད་མང་པོ་ཡོད་རོགས་ད། ས་གཞི་དེའི་དོན་དུ། གྲོག་ཚང་གཅིག་ནང་ལ་བུ་གྲོ་མ་ག་ཚོད་ཡོད་མེད་དེ་འདི་ག་ཙམ་གྱིས་ཡོད་མ་རེད་ཟེར་མི་ལུས་རིན་པོ་ཆེ་ཐོབ་ཡོད་དེ། འཛམ་གླིང་གི་མི་ལ་མེད་པ་ལྟ་བུ་ལྟ་བུའི་མི་དང་དུད་འགྲོའི་དུད་འགྲོའི་མང་ཉུང་མཐོང་མཐོང་ཆོས་སུ་གྱུར་ཞིང་དེར་ད་མི་དང་དུད་འགྲོ་གཉིས་གཅིག་པོ་ལ་བསམ་བློ་བཏགས་ཀྱི་ཡིན་ན། དང་མང་ཉུང་ག་འདྲས་མང་པོ་ཤོར་དོ་དེ་དག་མཐོང་ཆོས་མྱོང་འགྱུར་རེད་དོ་ཨ་སོང། མཐོང་ཆོས་མྱོང་འགྱུར་ཟེར་དུས་ག་ན་མངོན་སུམ་དུ་ཧ་གོ་བཞིན་པ་རེད་དོ་ཨ་མིག་རང་གིས་མཐོང་གི་འདུག་ཨ་སོང། མང་ཉུང་ག་འདྲས་འདུག་ད་མི་འདི་ཉུང་ཉུང་རེད་དོ་ཨ། མི་ལའང་བརྟན་པའི་སྣང་བ་མེད་པའི་མཐའ་འཁོབ་ཀྱི་འགྲོ་བའི་གྲངས་ལ་བརྟག་ན། ད་འགྲོ་བ་མི་ཐོབ་པ་ཙམ་གཅིག་པོ་གི་འགྲིག་མ་རེད་དཔེར་ན་མཐའ་འཁོབ་ནང་ལ་སྐྱེས་མཁན་གྱི་འགྲོ་བ་མི་མང་གི་རེད། ཆོས་ཡང་དག་པ་ཡོད་སའི་ས་ཆ་ལ་སྐྱེ་མཁན་ཉུང་ཉུང་རེད། དེའི་ནང་ནས་ཀྱང་སྐྱེས་པའི་ནང་ཆོས་བྱེད་མཁན་དེ་བསྟན་པའི་སྒོ་ལ་ཞུགས་མཁན་དེ་དེ་བས་ཀྱང་ཉུང་ཉུང་རེད། ད་རྡོག་རྟུག་པ་ལྟ་ཡོང་དུས་གང་ལ་བརྟེན་ནས་ལྟ་ཡང་མི་སྲིད། ལྟ་དཀའ་ལས་ཁག་པོ་རེད། མི་ལའང་བསྟན་པའི་སྣང་བ་མེད་པས་མཐའ་འཁོབ་ཀྱི་འགྲོ་བའི་གྲངས་ལ་བལྟ་ན། འགྲོ་བ་མིའི་ནང་ལ་སྐྱེས་པ་ཡིན་ན་སངས་རྒྱས་ཀྱི་བསྟན་པའི་ལམ་ལ་ཡང་སྣང་བ་ཙམ་ཡང་མེད་དེ་སྣང་བ་སྲིད་དུས་གང་སངས་རྒྱས་ཆོས་ལ་བ་དགའ་བ་དག་སྣང་དེ་འདྲ་སྤུ་ཙམ་མེད་དེ། འོ་སྣང་བ་ཙམ་བསྟན་པས་སྣང་བ་ཙམ་ཡང་མེད་པའི་མཐའ་འཁོབ་ཀྱི་འགྲོ་བའི་གྲངས་ལ་བརྟག་དཔྱད་བྱེད་ཀྱི་ན་དམ་པའི་ཆོས་དང། དམ་པའི་ཆོས་དར་སར་སྐྱེས་པའི་མི་ནི་ཤིན་ཏུ་དཀོན་ཟེར་བ་དེར་ཐང་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དར་སའི་ཡུལ་དེ་འདྲའི་ནང་ལ་སྐྱེ་ཡ་དེ་དེ་བས་ཀྱང་དཀོན་པོ་རེད་ཐང་ངོ་ཚོ་རྒྱ་གར་འཕགས་པའི་ཡུལ་ལ་ཡོད་དེ་འགས་དེ་འདྲའི་རེད་བོད་གངས་ཅན་ལྗོངས་ལ་སྐྱེས་པ་དེ་འདྲའི་རེད་ཨོ་འབྲུག་ལ་སྐྱེ་བ་ནི་རེད་རེད་བྲན་གཞུང་ལ་སྐྱེ་བ་དང་ལ་དྭགས་ལ་སྐྱེ་བ་ལྟ་བུ་རེད་ནང་པའི་བསྟན་པ་དར་ས་ཅིག་ནང་ལ་སྐྱེ་བ་རེད་ཤི་རི་ལང་ཀ་ལ་སྐྱེ་བ་ལྟ་བུ་རེད་ད་ཡང་ན་ད་ཐའི་ལེན་དེ་ཚོར་སྐྱེ་བ་འདྲ་བོ་རེད་ད་བསམ་གཏང་ན་ད་དེ་ཚོ་དེ་རིང་སང་ད་ཞི་ར་མཉམ་འགྲོ་གི་འདུག་ཨང་ཨོ་འདི་རེད་དེ་མཚང་ཤིན་ཏུ་ནས་དཀོན་ཞིང་དེ་ལས་ཀྱང་དལ་འབྱོར་དང་ལྡན་པའི་མི་ལུས་རིན་པོ་ཆེ་རེ་རེ་ཙམ་ལས་མེད་ཟེར་དལ་འབྱོར་བཅོ་བརྒྱད་ཚང་གི་དེ་ཡང་ད་འདོད་དེ་བས་ཀྱང་དཀོན་འདུག་དཀོན་འདུག་དཀོན་འདུག་དཀོན་འདུག་འགྲོ་རེ་རེ་ཙམ་མ་གཏོགས་མཐོང་ཡ་ཡོད་མ་རེད་གསུངས་ཏེ་ད་མི་ལུས་ཀྱི་དྲན་ཆུང་ཆོས་རྗེ་ཚང་བསྟེན་མཁན་མི་ལུས་དེ་ཚོ་ཡང་ཡང་དགེ་བའི་བཤེས་གཉེན་དང་འཕྲད་དེ་ལས་ཀྱང་དཀའ་བ་རེད། དགེ་བའི་བཤེས་གཉེན་འཕྲད་པ་ཡིན་ན་སངས་རྒྱས་ཀྱི་ཆོས་ལ་ཆོས་ཀྱི་སྒོ་ལ་མ་ཞུགས་པ་ནི་དེ་བས་ཀྱང་དཀའ་ལས་ཁག་པོ་རེད། འོ་རྣལ་འབྱོར་དང་ལྡན་པའི་མི་ལུས་ནི་རེ་རེ་ཙམ་ལས་མེད་པ་སོགས་ལ་བསམ་ན་རང་གི་དལ་འབྱོར་ཡང་དག་པར་རྙེད་པ་ལ་དགའ་བ་སྒོམ་མོ་འོ་དེ་འདྲས་ལ་བསམ་བློ་བཏང་གི་ཡིན་ན་སོ་སོ་རང་དལ་འབྱོར་ཆོས་རྗེ་ཚང་བསྟེན་མཁན་མི་ལུས་རིན་པོ་ཆེ་ཐོབ་འདུག་ག་ད་འགྲེལ་བཤད་རྒྱབ་དུས་གང་ལ་དེའི་ཚགས་བཀུག་འདུག་ཨ་དེའི་མཐུས་གང་ལ་དགའ་བ་སྒོམ་དགོས་རེད་གསུངས་དེ་ང་རྒྱལ་ཆེ་གཟིགས་ཀྱི་ཡོད་མ་གདའ་དགའ་བ་སྒོམ་ཟེར་རེད། དགའ་བ་སྒོམ་ཡས་ཁོ་རང་ཡང་བསོད་ནམས་ཀྱི་ཚོགས་རེད་དེ། དེ་ལྟར་དལ་འབྱོར་གྱི་ཡོན་ཏན་ཐམས་ཅད་ལེགས་པར་ཚང་ན་ནི་མི་ལུས་རིན་པོ་ཆེ་ཞེས་འབོད་དུ་རུང་ཟེར་ཏེ། འོ་ད་དལ་འབྱོར་ཆོས་བྱེད་ཚང་ཚང་གེ་གེ་འདི་འདྲས་ཅིག་ཡོད་ན་དེ་དེ་མི་དེ་ལ་དེ་མི་ལུས་རིན་པོ་ཆེས་མིང་འདི་ཐོབ་གི་རེད་གསུངས་ལ། མི་ལུས་རིན་པོ་ཆེ་རིན་ཆེན་པོ། Priceless། པད་མ་གཟི་ཁུང་ཆེན་པོ། རིན་པོ་ཆེའི་སི་ཏུ་ཀང་ཨོ་ཁུང་ཆེན་པོ་རེད། ཨོ་དེ་འདྲ་རེད། རིན་པོ་ཆེ་ཞེས་འབོད་དུ་རུང་བ་དེས་ཉི་མ་དེ་རིང་ནས་མངོན་དུ་གྱུར་པ་ཡིན། ད་ཉི་མ་དེ་རིང་ནས་ང་ཚོ་ད་ངོས་བཟུང་དེ་ང་ཐོབ་པ་རེད་ད་ངས་ཧ་གོ་སོང་བསམ་ནས་ད་ཧ་གོ་བ་གྱིས་ཤིག་གསུང་བ་དེ་ཧ་གོ་ནས་དེ་དག་མ་ཚང་ན་འཇིག་རྟེན་གྱི་ཕྱོགས་ལ་གནམ་རིག་སྤྱང་གྲུང་དུ་བརྫུན་པ་མི་ལུས་རིན་པོ་ཆེ་མ་ཡིན། གཙོ་བོ་དེ། བསྟན་བཅོས་བཅོ་བརྒྱད་འདིས་མི་ལུས་བསྟན་བཅོས་བཅོ་བརྒྱད་དང་ལྡན་པའི་ཡོན་ཏན་འདི་ཚང་མ་མ་ཚང་ན། འདི་མེད་ན། གང་རུང་གཅིག་ཚང་མེད་ན། ད་ག་རེ་རེད་ཟེར་དུས་གང་ལ། འཇིག་རྟེན་གྱི་ཕྱོགས་ལ། མ་ཚང་ན་འཇིག་རྟེན་གྱི་ཕྱོགས་ལ། འཇིག་རྟེན་པའི་ལས་ཀ་ལ། ད་འཇིག་རྟེན་གྱི་ལས་ཀ་དེ་ནི་བྱས་ཡོད་རེད་བ་དེ་ནི་ཅིག་གར་སོར་ཚོང་བརྒྱབ་ཡ་མི་ལ་མགོ་སྐོར་བཏང་ཡ་དེ་ནི་གར་ཚུགས་རེད་མཁས་པ་ཆེན་པོ་དེ་འདྲས་ཆགས་དེ་ནི་མིང་ཆེན་པོ་དེ་ནི་ཐོབ་ན་བསམ་དེ་འདྲས་འཇིག་རྟེན་གྱི་ལས་ཀ་བྱས་ཀྱི་ཡོད་རེད་བ་འོ་དེ་ཚོས་སྤྱང་གྲུང་ག་ཚོད་འཛོམས་པོ་ཡོད་ན་ཡང་མི་ལུས་རིན་པོ་ཆེ་མ་ཡིན་ཏེ་དེ་ནི་ག་ཚོད་སྤྱང་པོ་ཡིན་ནས་གྲུང་པོ་ཡིན་ནས་དེ་ལ་མི་ལུས་རིན་པོ་ཆེ་ཟིག་མར་དང་གསུངས་ཏེ་འོ་ན་ག་རེ་རེད་མི་ལུས་ཕལ་པའམ་མི་ལུས་གཙང་པོ་བ་ཞེས་མི་ལུས་ཕལ་པ་ཟེར་མི་ལུས་དཀྱུས་མ་ཞིག་རེད་ཟེར། མི་ལུས་གཙང་པོ་བ་ཟེར་ན་མི་ལུས་ཟེར་མིང་ཙམ་ཞིག་རེད་གཙང་པོ་བ་ཟེར་ན། མི་ལུས་ཞེས་པའི་མིང་ཙམ་པོ་སྐམ་པོ་ཞིག་རེད་དེ། ཡང་ན་ག་རེ་ཟེར་མི་ལུས་བྱུར་པོ་ཆེ་ཟེར་ཏེ་བྱུར་པོ་ཆེ། བ་ཡི་ད་ཆ་ཆུ་བྱུར་ར་བྱུར། བྱུར་པོ་ཆེ་སི་ཏུ་གང་ལ་སོ་སྟེ་དབང་ཐང་མེད་དེ་འགན་སོ་སྟེ་སྐམ་པོ། མི་ལུས་སོ་སྟེ་སྐམ་པོ་རེད་གསུངས། ད་གམ་མེ་བཙན་བྱོལ་བཅོ་བརྒྱད་ཀྱི་མི་ལུས་རིན་པོ་ཆེ་དེ་ཚང་མེད་ན་དལ་བ་བརྒྱད་དང་འབྱོར་བ་བཅུ་ཚང་མེད་ན། མི་ལུས་སོ་སྟེ་སྐམ་པོ་ཟེར་ད་བྱུར་པོ་ཆེ་སི་ཏུ་གང་ལ་བྱུར་པོ་ཆེ་ཞིང་ཡང་ན་སྙིང་པོ་མེད་ཟེར་འོ་དེ་མི་ལུས་ཐོབ་པ་དེ་སྙིང་པོ་གན་ཡོག་མ་རེད། སྙིང་པོ་སི་ཏི་ག་ན་ཏཱ་ཁོ་ལ་དངོས་གནས་སྙིང་ཁུངས་རུས་པའི་སྟེང་ནས་ཀོ་ཡང་དག་པ་ཅིག་ཡོད་དགོས་རུང་བ་དེ་ཡོད་མ་རེད། སྟོང་ལོག་མཁན་ཞེས་བྱ་སྟོང་ལོག་མཁན་སི་ཏི་པ་སུ་ཡོང་དུས་གང་ལས་ལག་པ་སྟོང་པ་བྱས་ནས་སླེབས་པ་རེད་པགས་འགྲོ་དུས་གང་ལས་ལག་པ་སྟོང་པ་རང་ལོག་འགྲོ་གི་རེད་སྟོང་ལོག་མཁན་ལག་པ་སྟོང་པ་ལ་ལོག་འགྲོ་གི་རེད་སུ་ཡོང་དུས་གང་ལག་པ་སྟོང་པ་ལ་ཡོང་རུང། འཕགས་སྐྱེས་ལག་པ་སྟོང་པ་ཅན་འགྲོ་འགའི་སིག་རེས། ཡིད་བཞིན་གྱི་ནོར་བུ་ལག་ཏུ་ལོན་པ་ཆུད་ཟོས་སུ་བྱེད་པའམ་བྱེད་པའམ་རིན་པོ་ཆེ་གསེར་གླིང་ནས་སྟོང་ལོག་བྱེད་པ་ལྟ་བུ་དེ་གསལ་བ་དེ་དང། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དེ་སོ་སོའི་ལག་པ་ལ་ཡོད་བཞིན་དུ། འདི་འཕྲོ་བརླག་བཏང་བཞག་པ་རེད་ཟེར་བ་དང་དེ། གང་ཡིན་ཟེར་ན་དལ་འབྱོར་ཆོས་བརྒྱད་ཀྱི་མི་ལུས་རིན་པོ་ཆེ་དེ་ཚང་མེད་ན། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ལྟ་བུ་ཅིག་ཐོབ་པ་ཡིན་ནས་སྟོང་ལོག་ཕྱིན་པ་རེད་ག་གེ་ཕན་མ་ཐོགས་པ་རེད་གསུངས། ནོར་བུ་དེ་འཕྲོ་བརླག་ཏུ་ཕྱིན་པར་ལགས་པ་ལམ་ནོར་བུ་རགས་པར་བརྟེན་ནས་འཕྲོ་བརླག་ཕྱིན་པར་ལགས། ཡང་ན་ག་རེ་ས་རིན་པོ་ཆེ་གསེར་གླིང་ནས་སྟོང་ལོག་བྱས་པ་ལྟ་བུ། ཁྱེད་རང་ག་བ་ཕྱིན་པར། གླིང་གཅིག་ནང་ལ་ཕྱིན་པར་རིན་པོ་ཆེ་གླིང་གཅིག་ནང་ལ། གསེར་གླིང་སི་ཏུ་གང་ལ་གླིང་པ Island གསུམ་དེ། ཡང་ན Continent ཅེས་པ་པ་ཀི་ནང་ལ་དེ་ནས་གསེར་དངུལ་དེ་རྡོ་རྗེ་ཕ་ལམ་ལ་སོགས་པ་དེ་འདྲའི་པ་གྲངས་མེད་མང་པོ་ཡོད་དེ་འགས། འོ་དེ་འདྲའི་ཅི་ས་ཆ་ལ་སླེབས་པ་རེད་དེ་ཚོ་ཡོང་དུས་གང་ལགས་པ་སྟོང་པ་ལོག་པ་དེ་གཅིག་པ་རེད་གསུངས། ཨོ་ཨོ་ཡང་དེ་ལ་ཡང་བསམ་བློ་བྱིང་གེ་དེ་ལུས་རྒྱུད་ཀྱི་དྲན་སོ། རྡོ་མཁྱེན་བརྩེ་རྡོ་མཁྱེན་བརྩེ་ཡེ་ཤེས་རོལ་པའི་རྡོ་ཅན། རྡོ་མཁྱེན་བརྩེ་འདི་སྐབས་སྐབས་ལ་དེ་ནི་ཁོང། མཁར་གཙུག་རེད། མགུར་རུམ་ཆེ་གི་དངོས་རེད། དེ་ཡི་འདུལ་ཁང་སྐབས་འགའ་ལ་རྡོ་མཁྱེན་བརྩེ་འདི། མཚོན་ནག་གོང་ལ་འཁྱམས་འགྲོ་གི་ཡོད་ཟེར་བ།

ཅེག་ཆེན་འདི་ཁོང་ཉམས་རྟོགས་པ་ཆེན་གྱི་ཚེ་ན་ཀུན་དའི་ཟླ་བ་དེའི་ཤར་རྡོ་ས་ཆེན་ལྕགས་ཆེན་ཟུར་ས་ཆེན་ཐང་རིན་པོ་ཆེ་ཆེན་འདི་ནས་བྲག་དང་ཤིང་ནགས་དེ་འདྲ་མང་པོ་ཡོད་ས་ཅིག་ལ་སླེབས་སོ། དེ་འདྲ་ཞིག་སླེབས་དུས་གོ་ན་རིན་པོ་ཆེ་དེའི་དུ་བ་ཅིག་ཕར་ཕྱིན་ནས་ཡལ་འདུག་ཁོ་བསླབ་ན་ཆེད་དུ་རིན་པོ་ཆེ།

དེ་ནི་གང་ལྟ་འདི་འདི་སུ་རེད་འདུག་ཟེར་ནས་འདི་བུ་མོ་དེ་འདྲ་རེད་མི་འདུག་མི་མཁའ་འགྲོ་མ་རེད་འདུག་མཁའ་འགྲོ་མ་དེ་འདྲའི་ཕས་ནི་དེ་རྡོ་རྗེ་མཛད་ཡེ་ཤེས་རྡོ་རྗེ་དེ་བཀའ་ཆོས་གསུངས་འདུག་ཆོས་གསུངས་འདུག་མཁའ་འགྲོ་མའི་འཁོར་གྱི་འཁོར་དུ་མཁའ་འགྲོ་མང་པོ་བསྐོར་བ་ན་ཞེས་དེ་འདྲ་བྱས་ནས་ཆོས་གསུངས་བཞུགས་འདུག་དེ་འདྲའི་ཆོས་ལ་ལམ་སང་ཐོབ་བྱ་དགོས་བྱ་དེ་ལ་ཕར་ཕྱིན་ནས་ཡང་འཁོར་གཏུགས་ནས་ཡང་རིན་པོ་ཆེ་ཉམས་རྟོགས་བྱས་ནས་ཡང་ཕར་ཕྱིན་འདུག་བཀའ་ཆེན་ཞིག་སྒྲོགས་བྱ་དུས་གང་ནས་ཕ་གིའི་ས་ཆ་ཅིག་ལ་ནས་ཕ་གིར་རྒྱ་གར་གྱི་ས་རྡུགས།

དེ་ཡང་སྐད་ཅིག་གཅིག་ལ་བག་གི་རྐང་པ་ལ་ཏན་ཏན་དེ་རིང་གུང་ཐག་རིང་ནས་སང་ཉིན་ཞོགས་པའི་ཡར་དུ་འུག་སུ་ལངས་ནས་དེ་སྐོར་དུ་སྡེ་ལྔའི་སྤྱི་ཁེ་ཡོད་ཁ་རེ་ནོར་སོང། ཅིག་ལྟར་དུ་རིན་པོ་ཆེ་སྣ་ལྔ། རིན་པོ་ཆེ་སྣ་ལྔ་ལས་གྲུབ་པའི་ས་རེ་དོགས་དེ་ད་གའ་དཀྱུས་མ་དེ་རེ་རེ་མི་འདུག། ཨོ་ཁོ་ད་ཧ་ལས་སོང་དེ་སང་ཉིན་ལས་ནི་རིན་པོ་ཆེ་དགོན་འདུས་ལ་ཡར་བཅར་འདི་གར་བྱོན། དེ་ཁ་སང་རིན་པོ་ཆེ་བོད་སྐད་འདི་ནི་རྒྱ་གར་ས་རྡོ་དཀར་པོ་ཅིག་འདུག་དེ་བཅིངས་པ་ཆབ་བཞེས་སོང་འདི་ག་རེ་རེད་འདི་སུ་རེད་སྐད་ཅིག་དྲིས་འདུག་ཨ། ང་རིན་པོ་ཆེ་ཁྱེད་མཐོང་སོང་སོང། འོ་དེ་རིག་འཛིན་ཤེས་རིག་སེང་ངར་རེད་གསུང་བ། རྫོགས་ཆེན་གྱི་སྟོན་པ། རིག་འཛིན་ཤེས་རིག་སེང་ངར་རེད་དོ། འོ་དེ་འདྲའི་དཔེ་ནི་ངས་ཟེར་ཡ་དེ་ག་རེད་རིན་པོ་ཆེ་གླིང་དུ་ཕྱིན་ནས། རིན་པོ་ཆེ་ག། སྣ་གཅིག་ཡང་སྐྱེ་རྒྱུ་མེད་དེ་འགས་ལག་པ་སྟོང་པ་ལ་ལོག་ན་ཆོ་ཡོད་མ་རེད་བ། འོ་དེ་ནང་བཞིན་ཞབས་ཀྱི་སྟེང་ན་ཤི་ཆེ་གུར་ཏེ། རིན་པོ་ཆེ་གླིང་ལ་ཆོས་ད་ག་ཚོད་བསྐྱོན་ནས། རིན་པོ་ཆེ་སྣ་ང་དེ་སྦ་ར་ཁང་ཁས་རར་བསྐོར་ལ། ཨོ་འདི་ནང་བཞིན་གང་ལྟར་གཟི་ཡས་དེ་ག་རེ་ཟེར་ན་མི་ལུས་རིན་པོ་ཆེ་ཐོབ་པ་དེ་ཨོ་རིན་པོ་ཆེའི་གླིང་དུ་སླེབས་ནས་དེ་ལག་པ་སྟོང་པ་ལ་ལོག་ནས་མཆོད་མེ་རེ་བ་དེ་དུས་ཁ་རི་ན་ཏིའི་ཚུལ་ལ་ཁི་སྐུ་མར་བས་ཁི་ཡོང་བསྐུར་བ་ཨོ་དེ་འདྲས་བྱས་ནས་བྱེད་དགོས་རེད་ཨོ་མི་ལུས་རིན་པོ་ཆེ་ཐོབ་དུས་གང་ལ་ལྟ་དེ་འདྲས་ཙམ་ཡང་བྱེད་རྒྱུ་མེད་པར་ལག་པ་སྟོང་ལོག་བྱས་འདུག་ད་ཕངས་པོ་རེད་གསུངས་རེད་བྱེད་སྐད་དུ། མི་ལུས་རིན་ཆེན་རྙེད་པ་འདི་ནོར་བུ་རྙེད་པའི་དོ་མ་ཡིན་གསུངས་རེད་ད། མི་ལུས་རིན་པོ་ཆེ་གི་གོ་འཕང་འདི་ཐོབ་ཡས་ཏེ་མི་ལུས་རིན་པོ་ཆེ་ཐོབ་ཡས་ཏེ། ནོར་བུ་པདྨ་གསེར་རིན་ཐང་ཅན་སོ་སོ་ལ་རག་པ་དང་མི་ལུས་རིན་པོ་ཆེ་ཐོབ་ཟེར་ནས་ཁོང་གཉིས་བསྡུར་ཡས་ཡོད་མ་རེད་གསུངས་ལ་ནོར་བུ་ཐོག་ན་ཁ་རེ་ཧ་ལས་ཡོད། མི་ལུས་རིན་པོ་ཆེ་ཐོབ་ཡས་ཏེ་འདི་སྙམ་དུ་འགྲན་ཐུག་གི་མ་རེད་གསུངས་ལ་ད་དོག་མ་ཡིན་སྲིད་དུས་གང Compare བྱེད་ཐུག་གི་མ་རེད་གསུངས་རེད Matchless། མི་ལུས་རིན་པོ་ཆེ་འདི་རྩ་ཆེ་གི་རེད་གསུངས་ད་དོན་དག་འདི་རེད། ནོར་བུ་རྙེད་པའི་དོ་མ་ཡིན་སྐྱོ་ཤས་མེད་པའི་མི་རྣམས་ཀྱིས་སྟོང་ཟད་བྱེད་པ་མཐོང་སླ་བསམ། སྐྱོ་ཤས་མེད་པའི་མི་རྣམས་ཀྱིས། ཨ་ད་འཁོར་བ་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་རེད་སྡུག་བསྔལ་གྱི་རྒྱ་མཚོ་དམྱལ་བའི་སྐོར་བཤད་ནའི་ད་སྡུག་གི་སེམས་ཁྲལ་སྤུ་ཙམ་མེད་དེ་གིས་སྐྱོ་ཤས་སྐྱེ་རྒྱུ་མེད་དེ་གིས། འོ་ད་དམྱལ་བ་ཡི་དྭགས་ཀྱི་དུད་འགྲོ་དཀའ་ངལ་དེ་ཚོ་བཤད་ནའི་ད་སྡུག་སྣང་དང་སེམས་ལ་འགྱུར་བ་ཅུང་ཐེབས་རྒྱུ་མེད་དེ་གིས་ཅོག་ཙེ་དང་གཅིག་པ་གཅིག་ཡང་དེ་འདྲའི་ཆོ་ག་རེ་ཡོད་རེད་གསུངས་ད་དེ་འདྲའི་ལོ་རྒྱུས་བཤད་འདུག་ཨ་ཙི་དེ་འདྲའི་དཀའ་ངལ་ཞིག་འདུག་དེ་དེ་ལ་སྡུག་པོ་དེ་འདྲའི་མྱངས་ཡོད་དེ་གར་ཅི་ནས་བྱུང་བ་རེད་བསམ་གོ་རོགས། ཨོ་དེ་གར་ཅི་བྱུང་བ་སོགས་འདོད་ཆགས་ཞེ་སྡང་གཏི་མུག་གི་བརྟེན་རྒྱུ་དེ་ལ་ལྟོས་ནས་བྱུང་བ་རེད། ཨོ་དེ་རྒྱུ་དེ་དཔའ་རྩལ་སྤྱོད་དགོས་དེ། བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག། ཨོ་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་བྲལ་བར་གྱུར་ཅིག་ལབ་དགོས་འདུག་ཨང་སྡུག་བསྔལ་བྲལ་བར་གྱུར་ཅིག་གཅིག་པོ་ལབ་མི་འདུག་དང། རྒྱུ་དང་བྲལ་བར་གྱུར་ཅིག་ཟེར་གྱི་འདུག་བ་དན། འདི་ཡོང་གསལ་གྱི་ཁུངས་འདི་རྟོགས་དགོས་རུང་བ་སྡུག་བསྔལ་ག་ནས་བྱུང་བ་རེད། ང། བསམ་པའི་གེགས་ངར་འཛིན་འདི་ཤུགས་ཆེན་པོ་ཡོད་པའི་རྒྱུ་མཚན་ལ་ལྟོས་ནས་སྡུག་བསྔལ་ཐམས་ཅད་ཡོང་གི་ཡོད་དེ། ང་གུ་གུ་དེ། ང། བསམ་འཛིན་པ་ཆགས་ཞེན་ཡོད་པའི་རྒྱུ་མཚན་སྡུག་བསྔལ་ཐམས་ཅད་ཡོང་སའི་རྩ་བ་དེ་ངར་འཛིན་རེད། འོ་དེང་སང་ངར་འཛིན་སྤང་ཐུབ་པ་གོ་རེད་ངར་འཛིན་མ་སྤངས་ཀྱི་བར་དུ་སྡུག་བསྔལ་མེད་པ་བཟོས་ཐུབ་མ་རེད་དེ་ལྟར། ངར་འཛིན་ག་དུས་སྤང་གི་ཡིན་པ་འོ་དེ་ལ་ཆགས་ཞེན་མེད་ན་སྤང་ཐུབ་པ་རེད་གཞན་སྤང་མི་ཐུབ་མོད། རྗོད་གཞི་མེད་པའི་མི་རྣམས་ཀྱིས་ཁམས་གསུམ་འཁོར་བ་འདི་ལ་སྡུག་བསྔལ་གྱི་རྒྱ་མཚོ་ཡིན་པ་དེ་སྡུག་བསྔལ་ཡིན་པ་ཧ་གོ་ད་འདི་ནས་ཐར་ན་ཅི་མ་རུང་སྙམ་པའི་བློ་སྐྱོ་ཤས་སྐྱེ་དགོས་ཀྱི་རེད། སྐྱོ་ཤས་མེད་ན། ད་ག་རེ་རེད་ཟེར་ན་སྟོང་ཟད་བྱས་པས་སྟོང་ལགས་སམ་མི་ཚེ་སྟོང་ཟད་རེད་ཟེར་སྐྱོ་ཤས་མེད་ན་མི་ཚེ་འདི་ཚེ་རིང་པོ་ག་ཚོད་བསྡད་ནས་འཕྲོ་ལགས་རེད་ཚེ་རིང་པོ་བསྡད་པ་དེ་ག་གེ་ཕན་མ་ཐོག་བར་དེ་འོ་དེ་འདྲས་མངོན་སུམ་དུ་མཐོང་གི་འདུག་ག་མཐོང་ལགས་སམ་ཚེ་ཁྱེད་རང་ཚོས་མཐོང་གི་འདུག་པས་ཧ་གོ་གི་མི་འདུག་བས་གསུང་བར་དེ་དྲི་བ། བླ་མ་དམ་པ་མཇལ་བ་དེ་རྒྱལ་སྲིད་ཐོབ་པའི་དོ་མ་ཡིན་ཟེར་ཏེ། འོག་ཐ་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་འགྲོ་བར་བྱེད་པའི་ལམ་སྟོན་པར་འཛིན་མཁན་གྱི་བླ་མ་དམ་པ། སྐྱེས་བུ་དམ་པ་དེ་འདྲས་སོ་སོ་ལ་བདག་མཇལ་སོང་ན། འོ་དེ་མཇལ་བ་དང་སོ་སོ་ལ་རྒྱལ་སྲིད་རྒྱལ་པོ་ལུང་པ་གཅིག་གི་རྒྱལ་པོ་མངའ་གསོལ་བྱས་བ་དེ་དང་བླ་མ་དམ་པ་གཉིས་མཇལ་བར་བྱས་སོང་ན་ག་བ་འདུར་ཡན་ཡོད་མ་རེད་སོང་རྒྱལ་པོ་དེ་ཅི་གང་མ་རེད་སོང། བླ་མ་དམ་པ་བྱས་བ་དེ་རྒྱལ་སྲིད་ཐོབ་པའི་གི་དྲན་ཐུག་མ་རེད་སོང་དེ་ལ། ད་ག་ཟེ་ཅི་ད་བླ་མ་དམ་པ་བྱས་ཏེ་རྩ་ཆེན་པོ་དེ་འདྲས་རེད་དེ། མོས་གུས་མེད་པའི་མི་རྣམས་ཀྱིས་མཉམ་འགྲོ་བྱེད་པ་མཐོང་ལགས་སམ། མོས་གུས་མེད་པའི་མི་རྣམས་ཀྱིས་ཟེར་དུས་གང་ན་ད་བླ་མ་དམ་པ་མཇལ་བ་ཡིན་ན་ཡང་བླ་མ་ལ་མོས་གུས་མེད། གུས་ཞབས་མེད། གར་ཚུགས་རེད། དགའ་ཚོར་མེད། དགའ་ཚོར་མེད་པ་ཚེ་མཉམ་འགྲོ་བྱེད་པ་མཐོང་ལགས་སམ། བླ་མ་དང་འདྲ་འདྲ་ཡིན་མཐོང་འགྲོ་བྱེད་ཀྱི་མི་འདུག་ཨོ་དེ་འདྲས་བྱེད་པ་དེ་དཔེ་མ་སྲིད་པའི་ཐབས་སྐྱོ་པོ་རེད་བསམ། བླ་མ་དང་འདྲ་འདྲ་ཅིག་བྱེད་དང། འོ་དེ་འདྲའི་ཚེ་ག་པ་ཡོད་རེད་ཟེར་བླ་མ་སངས་རྒྱས་ཀུན། གཅིག་ཏུ་བསྡུས་པའི་སྐུ་རེད། དེ་སོ་སོ་དར་ཐོག་གི་འདོད་ཆགས་ཞེ་དྲག་གཏི་མུག་གི་ནང་ལ་ལྷུང་བསྡད་བྱ་བླ་མ་ཉམས་རྟོགས་འདྲ་འདྲ་ཡི་བསམ་པ། ཉམས་རྟོགས་ཟེར་གྲོགས་པོ་ནང་བཞིན་ཉམས་རྟོགས་ཚིག་གི་འོ་དེ་འདྲའི་གི་མཐོང་གི་འདུག་བ་དེ་འདྲ་མཐོང་ཡས་དེ་ནི་མོས་གུས་མེད་པའི་རྟགས་རེད་གསུངས་ཏེ། ཉམས་རྟོགས་བྱས་པ་མཐོང་ལགས་སམ་སེམས་སེམས་བསྐྱེད་སྡོམ་པ་ཞུས་པ་དེ་དེ་དེད་དཔོན་ཐོབ་པའི་དོགས་མ་ཡིན། འོ་ད་སེམས་བསྐྱེད། སེམས་བསྐྱེད་ཚུལ་དུ་བསྐངས་ན། འཇུག་པ་སེམས་བསྐྱེད་དང། སྨོན་པ་སེམས་བསྐྱེད། སེམས་བསྐྱེད་ལ་གཉིས་བསྡུས་པ་རེད། སྨོན་པ་སེམས་བསྐྱེད་འཇུག་པ་སེམས་བསྐྱེད་ད་རྗེས་མར་ང་ཚོ་སྐྱབས་འགྲོ་སེམས་བསྐྱེད་ཟེར་མ་དགའི་ལེ་གི་རེད་ད་དེ་འདྲ་འདྲེ་ཞིག་རྒྱབ་མ་རྒྱ་ཆེ་ཡང་མ་དགའི་འོ་ད་ད་དེའི་སྐབས་དེ་དཔེ Interesting དེ་འདྲ་ཡོད་རེད་གང་ལྟར་སེམས་བསྐྱེད་ཀྱི་སྡོམ་པ་རང་གི་རྒྱུད་ལ་ཐོབ་སོང་ན། ཨོ་སེམས་བསྐྱེད་སྡོམ་པ་ཟེར་དུས་མཐའ་ཡས་པའི་སེམས་བསྐྱེད་འདི་ཐམས་ཅད་ཀྱི་དོན་ཁོ་ན་ལ་བརྩོན་གྱིས་རང་དོན་ཁྱོད་ནས་བྱེད་ཀྱི་མེད་སྲིད་ཀྱི་དེ་རེད་ད་སེམས་བསྐྱེད་དེ་རེད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་རང་གི་རྒྱུད་ལ་ཡོད་པ་དེ་མངོན་སུམ་དུ་ད་ལྟའི་སྡོམ་པ་དེ་ཞུས་ནས་ད་ག་རང་གི་ངང་ལ་བསྡད་ཀྱི་སེམས་ཅན་གྱི་དོན་དག་སྒྲུབ་ཀྱི་ཡིན་རང་དོན་སྤུ་ཙམ་བྱེད་ཀྱི་མེད་ཟེར་ཏེ་སེམས་བསྐྱེད་བསྐྱེད་པ་དེ་སེམས་བསྐྱེད་སྡོམ་པ་ཞུས་པ་དེ་སྡེ་དཔོན་ཐོབ་པའི་དོན་མ་ཡིན། སྡེ་དཔོན་ཟེར་དུས་གང་ལ་སྡེ་པ་ཅིག་ཡང་མཆོག་ཅིག་ཡང་ན་ལུང་པ་ཅིག་འོ་དེ་འདྲས་ཅིག་གིས་དཔོན་པོ་ལ་བསྐོས་པ་དང་སེམས་བསྐྱེད་སྡོམ་པ་ཞུས་པ་གཉིས་ཕྱེས་སོང་ན་སེམས་བསྐྱེད་སྡོམ་པ་ཞུས་པ་དེ་བརྒྱ་སྟོང་འགྱུར་གྱི་དེ་གལ་ཆེ་གི་རེད་གསུངས་པ་དེ། ཨོ་ཡ། སྙིང་རྗེ་མེད་པའི་མི་རྣམས་ཀྱིས་འུར་རྡོར་འཕངས་པ་མཐོང་ལགས་སམ། ཨོ་དེར་ད་སྙིང་རྗེ་མེད་པའི་མི་རྣམས་ཀྱིས་འུར་རྡོར་འཕེན་པ་མཐོང་ལགས་སམ། ཨོ་ད་སྙིང་རྗེ་མཐའ་ཡས་པའི་སེམས་ཅན་འདི་སྡུག་བསྔལ་གྱི་རྒྱ་མཚོ་ལ་ལྷུང་བསྡད་ཤག་ཁོ་ཚོས་གི་དགེ་བ་བསྒྲུབ་ཤེས་གི་མི་འདུག། སྡིག་པ་སྤོང་ཤེས་གི་མི་འདུག་དེང་སང་སྙིང་རྗེའི་ཡུལ་རེད་ཤག་ཨོ་སྙིང་རྗེ་སྐྱེ་དགུག་རེད་ཨོ་སྙིང་རྗེ་ཁྱོད་ནི་རང་སྐྱེ་རྒྱུ་མེད་དེང་གི་ཨོ་ད་སོ་སོ་འུར་རྡོ་འདི་ནང་ལ་ལྷུང་འདུག་སྤགས་གཡུ་བ་དེ་གཅིག་པ་རེད་ཨོ་ད་ག་བ་ལ་ཁོམ་ཁོམ་ཚུལ་ཁོ་བོའི་ནང་ལ་དོན་དག་དེ་རེད་ད། ཕན་ཐོགས་མ་རེད་གསུངས་སྙིང་རྗེ་ཆེ་པོ་རེད་གསུངས་རེད་གཏོང་ལགས་སམ། རྒྱུད་སྡེའི་དབང་བསྐུར་ཐོབ་པ་དེ་འཁོར་ལོས་བསྒྱུར་བའི་དོགས་མ་ཡིན། རྒྱུད་སྡེ་རྒྱ་མཚོ་བཙན་འཚོལ་གྱི་དབང་ལུང་མན་ངག་ལ་སོགས་པ་དེ་འདྲའི་ཐོབ་ཡོང་འདོད་ག་ལ། དཔེར་ན། གསང་སྔགས་ཀྱི་ངོ་ཚོ་དབང་མང་པོ་བཞུགས་འདུག་ཨ། དབང་བསྐུར་ཐོབ་པ་དེས་འཁོར་ལོས་བསྒྱུར་བའི་རྒྱལ་པོ་ཐོབ་པ་དང་བསྡུར་ཡས་ཡོད་མ་རེད་འཁོར་ལོས་བསྒྱུར་བའི་རྒྱལ་པོ་དེ་ད་བརྒྱ་སྟོང་ཁྲི་འབུམ་གྱི་མ་ཆུང་གི་རེད་དེ། དབང་བསྐུར་ཐོབ་པ་དེ་ཕྱི་གི་རེད་ཕན་ཡོན་ཕྱི་གི་རེད་དེ། ཨོ་ཁོ་གཉིས་ལ་བསྡུར་ཡས་ཡོད་མ་རེད་དོ་མ་ཡིན་སྲིད་དུས་ག་ན་ཁོ་གཉིས་བསྡུར་ཐུབ་མ་རེད་དེ་གཉིས་ཀོམ་པེར་བྱས་ཡས་ཡོད་མ་རེད་སོང་དེ་དོ་མ་ཡིན་དམ་ཚིག་མེད་པའི་མི་རྣམས་ཀྱིས་ཆུ་ལ་བསྐུར་བ་མཐོང་ལགས་སམ་ཟེར་བ་དེར་ད་གསང་སྔགས་ཀྱི་གསང་སྔགས་དབང་ལ་རག་དབང་དམ་ཚིག་ལ་རག་ལས་ད་དམ་ཚིག་མ་སྲུང་ན་དབང་ཁྲི་ཕྲག་འབུམ་ཕྲག་མང་པོ་ཞུས་བ་ཡིན་ནས་དམ་ཚིག་མ་སྲུང་ན་འོང་ད་ཁྱེད་རང་དམྱལ་བ་ཡི་དྭགས་དུད་འགྲོ་ལ་འགྲོ་ཡས་རྒྱུ་མཆིས་ཀྱི་ཡོད་རེད་ད་སོང་དེ་རྒྱུ་མཚན་ཅི་རེད་དམ་ཚིག་མེད་པའི་མི་རྣམས་ཀྱིས་ཆུ་ལ་བསྐུར་བ་མཐོང་ལགས་སམ་དམ་ཚིག་མས་བརྟན་མཁན་མེད་དུ་འཛོལ་གི་དེ་ནི་དབང་ཞུས་ཚེ་ཁང་བུ་ཐམས་ཅད་ཀྱི་ཆུ་བླ་མ་དང་ཁར་མ་ཁྱེར་བཅུག་པ་དང་གཅིག་པ་རེད་གསུང་བས། ཆུ་ཟེར་ནི་ཁ་རི་འཁོར་བའི་ཆུ། མ་འཁོར་བ་ལ་ལྷུང་བའི་དམྱལ་བ་ཡི་དྭགས་དུད་འགྲོ་ལ་འགྲོ་བའི་ཆུ་ནང་ལ་མ་བསྐྱུར་བ་དང་གཅིག་པ་རེད་བཏང་བ་དང་གཅིག་པ་རེད་གསུང་བས། དེང་སང་དམ་ཚིག་བསྲུང་དགོས་དགོས་འདུག་བ་དམ་ཚིག་མ་བསྲུང་ན་ཡོང་གི་མ་རེད། ངང་ཡལ་ལགས་སམ། སེམས་ཉིད་རང་ངོ་མཐོང་བ་དེ་སངས་རྒྱས་མཐོང་བའི་དོ་མ་ཡིན། འདིར་དེ་སོ་སོའི་ཀྱི་སེམས་དེ་སེམས་ཀྱི་ངོ་དེ་སེམས་ཉིད་སེ་དེ་གང་སེམས་ཀྱི་ངོ། ཨོ་སེམས་ཀྱི་རང་བཞིན་སེམས་ཀྱི་ངོ། ག་རེ་རེད་དོ་ཟེར་ན། འོད། ག་རེ་ཟེར་བ་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་སངས་རྒྱས་ཀྱི་མདོ་ནང་ལ་ཡོད་རེད་སྔགས་ནང་ལ་ཡོད་རེད། བསྟན་བཅོས་འདི་ཚོའི་ནང་ལ་ཡང་མང་པོ་ཡོད་རེད། སེམས་བསྐྱེད་ཀྱི་རང་བཞིན་ག་རེ་ཟེར་ན་འོད་གསལ་བའི་ཆ་རེད། སྟོང་པའི་རང་བཞིན་དེ་དངོས་སུ་སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་ཆ་དེ་རེད། ཉོན་མོངས་དུག་གསུམ་འདི་ནང་ནས་ཀྱང་མ་རིག་གཙང་མས་བཏང་བའི་ཆ་དེ་སེམས་ཀྱི་རང་བཞིན་རེད། འོ་བདག་མེད་རྟོགས་པའི་ཤེས་རབ་དེ་སེམས་ཀྱི་རང་བཞིན་དེ་སེམས་ཉིད། ཆོས་ཉིད། སེམས་ཉིད་ད་དུང་ད་གཅིག་པར་དེ། སེམས་ཉིད་རང་ངོ་མཐོང་བ་དེ་སེམས་ཀྱི་ངོ་གང་ཡིན་པ་དེ་མངོན་སུམ་དུ་མཐོང་བ་དེ། སེམས་ཀྱི་ངོ་བོ་ག་རེ། གསལ་ཞིང་རིག་པ་གསལ་ཞིང་རིག་པ་ལ་ནི་སྐྱོ་བོ་རེ་བྱེད། སེམས་ཀྱི་རང་བཞིན་འོད་གསལ་བ། ཨིན་ཇི་ནཱ་ལ་ནི Luminous Energy ལ་བསྒྱུར་བ། འོ་དེ Clarity སི་གི་ཚིག་འདི་ནི། འོ་དེ་འདྲའི་གི་རང་བཞིན་དེ་མངོན་སུམ་དུ་འོ་མཐོང་དེ་ག་དེ་སངས་རྒྱས་མཐོང་བ་ཐོག་མ་ཡིན། སེམས་ཀྱི་རང་ངོ་མཐོང་བ་དང་སངས་རྒྱས་མཐོང་བ་གཉིས་ག་གི་ག་གི་རེད་ཟེར་ན་སེམས་ཀྱི་རང་ངོ་ཞེས་པ་དེ་གལ་ཆེ་གི་རེད་སངས་རྒྱས་མཐོང་བ་དེ་གལ་མ་རེད་ཟེར་བུ་ད་སངས་རྒྱས་མཐོང་བའི་དཀའ་ལས་ཁག་པོ་རེད་དེ། དེ་གཉིས་སེམས་ཉིད་མཐོང་བ་གི་དོན་དེ་དང་སངས་རྒྱས་མཐོང་བ་གཉིས་བསྡུར་གི་ཡིན་ན་སངས་རྒྱས་མཐོང་བ་དེ་ཞེ་དྲག་ཆུང་ཆུང་རེད་ཟེར་བུ་ད། ད་སངས་རྒྱས་སུས་མཐོང་གི་རེད། སངས་རྒྱས་ད་འདྲ་མ་འདྲ་ཡོད་རེད། ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ཟེར་དོན། ཆོས་སྐུ་དེ། གཅིག་གར་སོ་བའི་གང་ཟག་སུ་བྱུང་བྱུང་གིས་མཇལ་ཐུག་མ་རེད་མཐོང་ཐུག་མ་རེད། ལུང་ཁུག་འདི་ཆོས་ཁུག་ནས་མ་སྤྲུལ་བ་རེད་ལུང་ཁུག་མཇལ་ཐུག་རེད་དག་ཆོས་ཞུས་ཐུག་རེད། ལུང་ཁུག་འདི་ག་རེད་ཟེར་ན་ཆོས་ཁུག་གི་རང་མདངས་ཅིག་མ་ཤར་བ་རེད། འོ་དེ་ལུང་ཁུག་ལ་ལྟོས་ནས་ལུང་ཁུག་གི་སྐྱེ་བ་དེ་རྣམ་སྤྲུལ་འདི་སུ་རེད་ཟེར་ན་སྤྲུལ་སྐུ་རེད། ལུང་ཁུག་ཡིན་ན་ལུང་ཁུག་ངོ་ཚོས་བྱས་ཐུག་བར་བས་བྱས་ཐུག་མ་རེད། རྗེ་བཙུན་སྦྱིན་པའི་དབྱངས་ལ་ག་ཚོད་ངོ་ཚོས་སྨོན་ལམ་བཏབ་པ་ཡིན་ནའི་རྗེ་བཙུན་སྦྱིན་པའི་དབྱངས་བྱས་དཀའ་ལས་ཁག་པོ་རེད། མཇལ་བའི་ཉིན་མ་དེ་མཇལ་མཁན་མི་དེ་བྱང་ཆུབ་སེམས་དཔའ་རེད་མ་གཏོགས་ད་གའ་དཀྱུས་མ་མ་རེད། དཔེར་ན་རྗེ་བཙུན་སྦྱིན་པའི་དབྱངས་བྱས་དང་དབྱངས་ཆེན་ལྷ་མོ་བྱས་དང་སྤྱན་རས་གཟིགས་བྱས་དང་ཕྱག་ན་རྡོ་རྗེ་བྱས་ལ་སོགས་པ་དེ་འདྲའི་སོ་སོའི་གང་ཟག་དེ་ཚོ་ལ་དེ་འདྲའི་ཞལ་གཟིགས་པ་རེ་བྱས་པ་རེ་གཟིགས་དུས་གང་ན་དེ་མཇལ་མཁན་གྱི་མི་དེ་བྱང་ཆུབ་སེམས་དཔའ་ཡིན་པ་ཐག་ཆོད་ཟེར། གང་ཟེར་ན། ལུང་ཁུག་འདི་ཚོ་མང་ཆེ་བ་ཁོ་རང་གི་སློབ་མ་སློབ་ཕྲུག་དེ་སུ་རེད་དམ་བྱང་ཆུབ་སེམས་དཔའ་ཤ་སྟག་རེད། ལུང་ཁུག་གི་སློབ་ཕྲུག་དེ་བྱང་ཆུབ་སེམས་དཔའ་ཤ་སྟག་རེད། ད་སྤྲུལ་སྐུ་དེ་ག་རེད་ཟེར་ན་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་མིག་ནི་མ་སྐྱེ་བ་ཞེས་ནས་འཁོར་བ་ལ་མ་ཕེབས་དེ་ནི་སྤྲུལ་སྐུ་དེ་སུ་ཡིན་ནས་བྱས་ཆོག་གི་རེད་དེ། དཔེར་ན་སངས་རྒྱས་བཅོམ་ལྡན་འདས་བྱས་མྱོང་མཁན་མང་པོ་ཡོད་རེད་བ། འོ་དེ་དཔེ་མི་སྲིད་ལས་དག་པ་ཡོད་དེ་འགལ་དུ་འཛུལ་བས་བཅད་ཡོད་རེད་ལས་མ་དག་པ་བདུད་ལྷས་བྱིན་ལྟ་བུ་ཡོད་བཅད་ཡོད་རེད། ཨོ་དེ་སུ་ཡིན་ནས་བྱས་ཆོག་གི་རེད་དེ། སྤྲུལ་སྐུ་དེ་དེ་འདྲས་སངས་རྒྱས་སུ་འགལ་ཏེ། སྙིང་རྗེའི་རང་བཞིན་ནི་ཐབས་མཁས་ཐུགས་རྗེ་ཟིག་འདུག་ཨ་ཐབས་མཁས་ཐུགས་རྗེ་ཡིན་པའི་རྟགས་ཀྱིས་ཨོ་དེ་འདྲས་སྐྱེ་བ་བཞེས་ནས་འདྲ་མི་འདྲ་སྤྲུལ་པ་དེ་ནི་བན་སེམས་ཅན་རེ་རེའི་སྐྱོན་དང། དཔེར་ན། དགེ་སློང་སྙན་པ་སངས་རྒྱས་སུ་འགལ་གྱི་ཡོད་རེད།

རྟེན་འབྲེལ་བཏང་ཡོང་དུས་གང་ན་སྐད་སྙན་བརྟན་སྙམ་ནས་མིའི་བྲོ་བ་སེམས་ཅན་མི་དང་ཡིན་དང་ཡིན། སེམས་ཅན་དེ་ཚོའི་བདེ་བ་རྟ་དང་བོང་གུ་དང་གླང་ཆེན་ལ་སོགས་པ་དེ་འདྲ་ཡིན་ན་སྐད་དེ་གོ་བ་ཙམ་རང་བཞིན་གྱི་ཚུར་ཁུག་ཡོང་གི་གཙང་མ་དེ། འོ་རྟེན་འབྲེལ་བཏང་ཡོང་དུས་གང་ན་དེ་རིང་འདི་མི་ཚང་མ་ཧ་ལས་དང་ཨ་ཙི་ཨ་ཙི་ཙི་འདི་བུ་མོ་དེ་འདྲས་ཡོང་དུས་གང་ན་སྐད་དེ་འདྲའི་དགེ་སློང་དེ་གི་སྐད་སྙན་པ་ལ་སང་ང་ང་ང་དེ་འདྲའི་གསུང་སྐད་སྙན་པོ་དེ་ཅིག་མཇལ་ན་ད་པད་མ་སྲིད་པའི་ཡིད་དུ་འོང་བ་རྫིག་པོ Handsome ཞིའུ་ཅོའི་སྐྱིད་བསམ་གྱི་རེད། སྐད་སྙན་པོ་ལ་ལྟོས་ནས་དེ་ལྟ་འདི་ཅིག་མཇལ་དགོས་འདུག་བསམ་མཁན་དེ་འདྲའི་མང་པོ་ཡོད་རེད་གསུང། དེང་སང་གི་བཅོམ་ལྡན་འདས་གསུང་པོ་འདི་མཇལ་བཏུག་མ་རེད་དེ། གར་སོང་རེད། མཇལ་ཁར་འགྲོ་དུས་གང་ལ། གྲོགས་ཁོག་སྟོང་པ་ལ་མཇལ་ཁར་འགྲོ་དགོས་རེད་གསུང་སྐད་གསུང་པ་ཇི་ལྟ། གྲོགས་པོ་སྟོང་པ་ལ་བྱད་ཁ་སྒྲོག་པ་རེད་ཟེར་དེ་མི་ཚང་མ་ཡིད་ཆེས་པ་ག་ཚོད་ཡིན་གྲོགས་པོ་སྟོང་པ་ལ་བྱད་ཁ་སྒྲོག་ད་བྱད་ཁ་སྒྲོག་འདི་ཁ་ཤས་དེ་གྲོགས་པོ་སྟོང་པ་རྩ་མཆན་འདི་གསུང་གི་ཡོད་དེ་དེ་མི་མ་ཉན་པ་ཞིག་འདི་འདྲའི་སྐབས་འགར་ལ་བྱད་ཁ་སྒྲོག་པ་ཡིན་ན་ཁོས་རྡོག་གཅིག་མཐོང་ཡོང་དུས་གང་ལ་སྐྱུག་པ་ཞུ་ཡ་དེ་འདྲ་རེད་ད་རྡོག་སྐྱོ་པོ་ཞི་བོ་ཞིག་དང་ཐེབས་ཆག་ཞི་བོ་ཞིག་གཏུགས་རེད་དེ་འདྲའི་རྡོག་སྐྱོ་པོ་ཞིག་སྐད་སྙན་བྱ་བ་ལ་ད་ཧང་སང་ཡ་དེ་འདྲ་རེད། ལྷ་ཡོངས་པོ་དེ་ལ་ལྷ་ཁ་ཟས་ཚངས་པའི་གའི་ཚངས་དབྱངས་ལས་ཀའི་བསྙེན་པ་དེ་འདྲ་ཡོད་དེ་འགས། འོ་དེ་འདྲས་ཀྱི་བསྙེན་པོ་ཡོད་དེ་འགས་དེ་རྡོ་རྗེ་ཐོང་ཡོང་དུས་གང་ན་སྐྱུག་པ་ཤུ་བས་དེ་འདྲས། འོ་དེ་འདྲས་ཡོད་དེ་འགས་དེ་ནས་སངས་རྒྱས་བཅོམ་ལྡན་འདས་ལ་དེ་ནས་ཞུས་པ་རེད་དེ་གང་དེ་ཡིན་ན་དང་རྡོ་རྡོ་སྐྱོ་པོ་དེ་འདྲས་ཟིན་ལབ་འདོད་ལ། ཀའི་བསྙེན་པོ་དེ་རྡོ་སྐྱོ་པོ་དེ་འདྲས་ཞིག་འདུག་ཀའི་བསྙེན་པོ་དེ་ག་རེ་རེད་འདུག་ཟེར་ཀའི་བསྙེན་པོ་དེ་ངེད་མ་སངས་རྒྱས་འོད་སྲུང་གི་མཆོད་རྟེན་ལ་དྲིལ་བུ་བཏགས་པའི་སྐད་རེད་ཟེར། དྲིལ་བུ་མང་པོ་བཏགས་ནས་འོ་མཆོད་རྟེན་ལ་དེར་དྲིལ་བུ་འབུལ་དགོས་མི་འདུག་འོ་དེ་འདྲས་ཀྱིས་བཏགས་པ་དེ་ཁོ་སྐད་སྙན་པོ་ཆགས་པ་རེད་གསུངས་པ་རེད། གང་ལྟར་ད་ལུས་སྐྱོ་བོ་ཡོད་དེ་ཁོ་དེ་འདྲས་དེ་ཆོས་ལ་ཞུགས་དེ་ནི་ང་ཚོ་སྐད་སྙན་པོ་དེ་གཏང་དགོས་རྒྱུ་མཚན་གཅིག་རེད་ཟེར་དུས། དང་པོ་ཁོ་འདི་ཁོ་རང་མདོག་སྐྱོ་བོ་ཡོད་དུས་གང་ལྟར་ཕྱི་ལོག་ལ་འགྲོ་ཕོད་ཀྱི་ཡོད་མ་རེད་དང་པོ་དང་རང་དཔེ་ན་མི་མདོག་སྐྱོ་བོ་དེ་འདྲས་ནི་ཕྱི་ལོག་ལ་འགྲོ་ཡ་འཚེར་པོ་རེད། བཞི་པོ་རྡོ་རྗེ་པོ་དང་ལྔ་སྡེའི་མཐོང་གི་རིག་མེད་ཚང་ལ་སེམས་བརྟན་སོ་སོ་སོ་སོའི་མ་བུ་བརྟན་པ། རང་སེམས་སོ་སོའི་སེམས་དེ་སོ་སོས་སད་པ་འདྲ་པོ་རེ་བྱས་ནས་དེ་ནི་ཕྱི་ལོགས་ལ་གྲོ་ཕོད་ཀི་ཡོད་མ་རེད་དེ་འདྲས་ཡོད་དེ་འགའ་ཞིག་དེ་ནས་བློ་ཕམ་ནས་ད་ཤི་འགྲོ་ཤི་འགྲོ་བྱས་བསྡད་ནས་ཕྱི་ལོགས་ལ་ནི་དོན་རྟོགས་ཀི་ཡོད་མ་རེད་ངོ་ཚ་ནི། དེ་འདྲས་ཡོད་དུས་གང་ལ་དེའི་མདུན་དེ་ལ་སངས་རྒྱས་བཅོམ་ལྡན་འདས་སེང་གེ་དེའི་ཐབས་ལ་མཁས་པ་ཡིན་པ་སོང་ཙང་ཁོའི་མདུན་དེ་བ་ལ་དེ་ལས་སྡུག་ཙམ་གྱིས་ད་དོག་འདི་ལས་ཉེས་ཙི་ཆི།

དགེ་སློང་སྙན་མོ་སངས་རྒྱས་ཀྱིས་ཧ་ལས་དོ་ད་ག་རེ་དེ་རེ་མི་དགོས། ངོ་ཚ་གི་མེད་ན་བསམ་དགོས་པ་དེ། འོ་དེ་འདྲའི་བསམ་བློ་དང་ཧང་སང་ཚད་དེ་འདི་ནས་བྱུང་དེ་ཁོ་སྐད་ཆ་དྲིས་པོ་འདུག་རེད། སྐད་ཆ་དྲིས་ན་ཁྱོད་དེ་འདྲའི་ཙན་དོག་དེ་ང་ལས་སྐྱོ་བ་འདུག་ཟེར་ནས་ཁྱོད་སེམས་ཁྲལ་གལ་མི་འདུག་བས་ཟེར་ནས་གར་བཞིན་ནས་སེམས་ཁྲལ་བྱས་སེམས་ཁྲལ་བྱས་ན་ང་དོག་རྒྱག་རུ་ཆགས་རི་བས་ཟེར། སེམས་ཁྲལ་བྱས་ནས་ལྡོག་དེ་ཡག་ཡག་འགྲོ་ཡ་དེ་འདྲ་ཡོད་ན་སེམས་ཁྲལ་བྱས་ན་འགྲིག་རེད་བ། འོ་དེ་འདྲའི་ནི་བྱ་ཡ་ཡོད་མོད་དེ་ལ་སྐྱིད་པོ་བཏང་ན་ཁྱབ་སངས་རེད་བ་སོགས་བག་ཙེ། དེ་ནི་ཁོང་བསམ་བློ་དང་ཁོའི་ཀླད་པ་བསྒྱུར་སོང་བ་རེད་དེ་སངས་རྒྱས་སེང་གེ་དེ་ཐབས་ལ་མཁས་པ་དེ་རེད་དེ་འདྲའི་ཆོས་ནི་ཆོས་ལུགས་ཁོ་ན་དེ་ཁོ་ལ་བ་ཆོས་ལབ་དེ་འདྲ་བྱས་ནས་ཁོས་བྱས་དེ་བདག་གཉེན་པོ་དེ་ཞལ་འདེབས་དེ་ལ་སྐྱོན་ཡིན་དེ་འདྲ་བྱས་ནས་བསོད་ནམས་ཚོགས་བསགས་དགོས་ཁོས། མདོག་སྐྱོ་བོ་ཡིན། འོ་དེ་ཡིན་ཙང་ད་མི་ལུས་རིན་པོ་ཆེ་ད་ཐོབ་པ་རེད་དེ་ཡིན། མདོག་མྱེས་པོ་དེ་འདྲ་ཡོད་དོ་ཡང་མི་ལུས་ཀུན་བཟང་དེ་འདྲ་ཡིན་གྱི་མ་རུང་ཡིན་ནའི་བླ་མ་དམ་པ་སངས་རྒྱས་ལྟ་བུ་དེ་འདྲ་མཇལ་སོང་རུང། འོ་ངས་ཟེར་དེ་ག་རེ་རེད་འདུག་སེམས་སངས་རྒྱས་ཐབས་ལ་མཁས་པ་ཡོད་རྣམ་པ་སྣ་ཚོགས་ཀྱི་སྒོ་ནས་སེམས་ཅན་གྱི་སེམས་དེ་ཆོས་ལ་ཚུར་བཀུར་བའི་ཐབས་ཤེས་གཏང་གི་ཡོད་དེ། འོ་ཐབས་ཤེས་སྐབས་འགའ་ལ་དེ་འདྲའི་མདོག་སྐྱོ་བོ་དེ་འདྲ་རེད་དེ་ཡིན་ཙང་སངས་རྒྱས་ག་བ་ཡོད་རེད་སྨད་འཚོང་མ་དེ་འདྲའི་གཟུགས་སུ་སྤྲུལ་ནས་ཕེབས་གི་རེད་ཟེར་དེ་ཆུ་འཛིན་དེ་རེད། སྨད་འཚོང་མ་ཚང་མ་དང་ཞང་འཚོང་མ་ཚང་མ་དེ་གསང་རྒྱུད་སྤྲུལ་བ་རེད་ཟེར་གྱི་ཡོད་མ་རེད་དེ་ཚོའི་སྣང་ལས་གསང་རྒྱུད་སྤྲུལ་པ་ཕེབས་གི་རེད། གཤེན་པ་དེ་ཚོ་ཡི་གཟུགས་སུ་སྤྲུལ་འདི་ཕེབས་གི་རེད། གཤེན་པ་དེ་ཐམས་ཅད་དེ་གསང་རྒྱུད་ཀྱི་སྤྲུལ་བ་རེད་ལབ་ན་འགྲིག་གི་མ་རེད་བ། ཡིན་ནའི་དེ་ཚོའི་ནང་ལས་གསང་རྒྱུད་སྤྲུལ་པ་དེ་འདྲ་ཡོད་རེད་དེ། དེ་གསང་རྒྱུད་ག་རེ་གཟུགས་སུ་སྤྲུལ་འགྲོ་ཡི་ནི་ཧ་གོ་མ་རེད་བ། རྒྱུ་མཚན་དེ་ཡི་ཕྱིར་མི་གཞན་དག་ལ་ཁ་བཏང་ཡས་ཡོད་མ་རེད་ཟེར་དེ་རྒྱུ་མཚན་དེ་རེད་དེ། ཁ་ལྟ་ཁ་བཏང་སོང་ན། ཨོ། སངས་རྒྱས་འདི་འདྲའི་སྤྲུལ་ནི་ཕས་ཞབས་པ་དེ་འདྲའི་དབྱིན་ཇིར་ལྟ་ཁྱོད་རང་ཁ་བཏང་ས་དེ་སངས་རྒྱས་ལ་ཁ་བཏང་གི་ཡོད་ར་བཏང། དེང་སང་བསོད་ནམས་ཀྱི་ཚོགས་མ་ལྔ་ཟས་དྲུག་ཡོད་དེ། བསོད་ནམས་ཚོགས་མ་ལྔ་ཟས་སྡིག་པ་ཡི་འདྲ་མ་འདྲ་ཡོད། མི་ཆེ་ཆུང་མི་ཆེན་པོ་ཟས་བསོད་ན་སྡིག་པ་ཆེ་བ་ཞིག་དང་མི་ཆུང་ཆུང་ཟས་བསོད་ན་སྡིག་པ་ཆུང་བ་ཡོད་རེད་ཡོད་མ་རེད། དཔེར་ན་གླང་ཆེན་ཟས་པ་དང་འབུ་གྲོག་མ་ཟས་པ་གྱི་སྡིག་པ་ག་རེ་ཆེ་གི་རེད་ཟེར་ལབ་པ་དང་གཅིག་པར་དེ། དེ་འདྲའི་ཟབ་མོའི་མཚམས་བཏང་ཡོད་ཀྱང་དེ་གཟུགས་པོ་ཆེ་ཆུང་ལ་ལྟོས་ནས། མིང་ཆེ་ཆུང་ལ་ལྟོས་ནས། དེ་ནི་སྡིག་པ་ཆེ་ཆུང་ཡོད་མར་ལྟ། འོ་ན་སྡིག་པ་ཆེ་ཆུང་ག་རེ་ཡོད་རེད་ཟེར་ཟེར་ན་ཕ་གིའི་གི་རྒོལ་བ་རྒྱུ་མཚན་དེ་ལ་ལྟ་ནས་དཔེར་ན་སྟག་མོ་ལུས་ཅན་ལ། རྒྱལ་སངས་རྒྱས་བཅོམ་ལྡན་འདས་སྐྱེ་བ་ལྔ་བརྒྱ་བཤད་པའི་སྐབས་ལ་དྭགས་པོའི་སྐྱེ་བ་ལྔ་བརྒྱ་བཤད་དུས་གང་ལ་སྟག་མོ་ལུས་ཅན་ཨ་མ་དེ། འདི་སྟག་ཕྲུག་ཟ་ཧྲུལ་བོ་ཡོད་དུས་གང་ལ་ཨ་མ་དེ་ཤི་སོང་ན་ཡང་ན་ཨ་མ་དེ་བསད་པ་ཡིན་ན། སྡིག་པ་ཆེ་གི་རེད་སྟག་ཕྲུག་གཅིག་བསད་པ་དང་ཨ་མ་བསད་པ་གཉིས་ག་གི་སྡིག་པ་ཆེ་གི་རེད་ཟེར་ན་ཨ་མ་བསད་པ་དེ་སྡིག་པ་ཆེ་གི་རེད་རྒྱུ་མཚན་ཅི་རེད། ཨ་མ་བསད་ཟེར་ན་སྟག་ཕྲུག་དེ་ཚོ་ལ་གནོད་གི་རེད་བ། འོ་དེ་རེད། མི་མང་པོ་དཔེ་དེ་མེད་བྱེད་མཁན་དཔེར་ན་བླ་མ་དམ་པ་སྐྱེས་བུ་དམ་པ་དེ་ཚོ་བསད་ན་སྡིག་པ་ཆེ་གི་རེད་ཟེར་ཡ་དེ་དེ་རེད། སྐྱེས་བུ་དམ་པ་གཅིག་མི་མང་པོ་ཁོ་ལ་དྲི་དཔོན་ཆེན་འདས་དེ་འགས་ཨོ་འདི་བསད་པ་ནི་སྡིག་པ་ཆེ་གི་རེད། དེ་མ་ཡིན་གྱི་དེ་འདྲའི་མི་མང་པོ་སྒྲིབ་པན་མ་བྱིན་གྱིས་གཅིག་བསད་པས་ན་ཀོ་སྡིག་པ་ཆུང་གི་རེད། མི་ཆེ་ཆུང་སྡིག་པ་ཆེ་ཟེར་གྱི་ཡོད་མ་རེད་དེ། ཨོ་ཕ་ཀི་དགོས་པ་རྒྱུ་མཚན་ལ་ལྟོས་ནས་སྡིག་པ་ཆེ་ཆུང་དེ་འདྲའི་ཆེ་ནས་ཡོང་གི་ཡོད་རེད་ཟེར་བ་རེད། འོ་ད་དེ་མི་འདུག་ད་ཅི་མི་འདུག། ཧུན་ཡ་ད་ག་པ་ལས་སོང་སངས་རྒྱས་མཐོང་བས་དོ་མ་ཡིན་སྙིང་རུས་མེད་པའི་མི་རྣམས་ཀྱིས་འཕྲུལ་དུ་བཅུག་པ་མཐོང་ལགས་སམ་ཟེར་བ་དེ་རེད། སྙིང་རུས་མེད་ན་ས་སྙིང་ལ་རུས་པ་བཙུགས་པ་ནང་བཞིན། སྙིང་ལ་རུས་པ་བཙུགས་ན་ཚ་གི་རུ་བ་དེ་དག་དེ་ནི་ཟབ་ཟབ་བྱེད་གི་རུ་བ་སྐད་ངན་ཤོར་གི་རུ་བ་ཟབ་ཟབ་བྱེད་དཔེ་མ་ཟིན་པས་ན་དེ་འདྲ་ང་ཚོ་མི་ལུས་རིན་པོ་ཆེ་རྩ་ཆེན་པོར་དང་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་པ་དེ་དཀའ་ལས་ཁག་པོ་རེད་སྙིང་ནང་ལ་ཟེར་མ་བཙུགས་པ་ནང་ཞིག་བག་ཚེ་རེད་དོ་བསམ་དགོས་རོ། ག་ཚོད་ཤི་ནས་ད་ག་གོ་རྒྱུ་གར་ཚུགས་ཀར་འགྱུར་བ་གྱོན་ཐེབས་རྒྱུ་མེད་ཐེངས་གི་འདི་ནི་ཡག་པོ་མ་རེད་ཟེར་གི་བས་ཡིན་གཅིག་མིན་གཅིག་འདིའི་ནང་ལ་གཅིག་སུག་པ་ནང་ཞིག་བྱེད་དགོས་བས་དེ་ནི་ཤི་ནི་ཨ་རལ་ཏུ་ཨང་བསམ་བསམ་དེ་འདྲའི་སྐྱིད་གུག་རེད་ཟེར་གི་འདུག་སྙིང་རུས་བསྲེས་ཏེ་རྒྱུ་མཚན་དེར་སྙིང་ལ་རུས་པ་བཙུགས་ན་དང་ཚ་གུར་བ་དེ་དང་ཨོ་དེ་དོན་དག་ག་རེ་ཟེར་གི་ཡོད་རེད་ཨོ་ཕོ་ཁེར་ཏག་ཏག་ཟུག་རེད་དང་ཕོ་ས་དེ་ལ་ཕོ་གུག་རེད། དེང་སང་སྙིང་རུས་མེད་པའི་མི་རྣམས་ཀྱིས་འཁྲུལ་དུ་བཅུག་པ་མཐོང་ལགས་སམ་སེམས་འཁྲུལ་འགྲོ་གི་རེད་གསུངས་དང་དེ་ནི་སེམས་འཁྲུལ་ཡོང་དུས་གང་ལ་སྡིག་པ་མི་དགེ་བའི་ལས་གང་བྱུང་མང་བྱུང་བྱས་འགྲོ་གི་རེད། ཞེས་གསུངས་དེ་ལྟ་བུ། དེ་ལྟ་བུའི་དལ་འབྱོར་དེ་ཡང་སྟེས་དབང་དང་སྟབས་ལེགས་ལྟ་བུས་ཐོབ་པ་མ་ཡིན་ཏེ། སྟེས་ཀྱི་སྟེས་དབང་ཙམ་སྟེ By Chance མི་ལུས་རིན་པོ་ཆེ་ཐོབ་ཡ་ཡོད་མ་རེད། སྐབས་སྐབས་ལ་སྟབས་ལེགས་པའི་དབང་གིས་དེ་འདྲའི་ཐོབ་བྱ་བ་དེ་འདྲའི་ཡོད་མ་རེད། སྟེས་དབང་གིས་ཐོབ་པ་ཡིན་ན་དེ་ཚོ་ལ་ཧ་ལས་ཁེལ་ཡོད་མ་རེད། དཔེར་ན་ཆ་བཞག་གིས་ན། ས་སྐྱའི་ལེགས་བྱས་ནང་ལ་ཚིག་ཅིག་འདུག་ཨ། ག་རེ་སྲིད་པ་རེད། སྟེས་དབང་གིས། ཡི་གེ་དེ་འདྲས་བྲིས་པ་དེ་ཡི་གེ་སྙིང་རྗེ་བོ་བྲིས་པ་ཡིན་ན་ཁོ་ཡི་གེ་ཡི་གེ་མཁས་པ་འདུག་ཟེར་ལ་ཡ་ཡོག་མ་རེད་གསུང་བ་རེད། དེ་ལྟར་ན་བུ་ཞིག་བརྗོད་པས་ན་ཤིང་གི་ནང་ལ་བུ་ཡོད་དེ་གི་དུས་སུ་བུ་ཤིང་སྲ་སྲ་སྲ་སྲ་སྲ་ཡིན་དུས་གམ་དུ་ནས་ཅིག་སྲ་བ་རེད་ཆ་སྙིང་རྗེ་བོ་ཞེས་བུ་ཞིག་བྲིས་ཤར་བཀོད་ས་ས་བྱ་བའི་ཨི་ཁུང་ཡོད་རོ། ཨི་ཁུང་དེ་ལྟ་ཡིན་དུས་གམ་ཆ་ཡི་བཟོ་བལྟ་སྙིང་རྗེ་བོ་ཞེས་བུ་ཅིག་བཀོད་པས་ན་ཁོང་ད་ཡི་གེ་བྲིས་ལ་མཁས་པ་བཞི་བོ་འདུག་ག་ཟེར་ཡོད་མར་དེ་བསྟན་དབང་གི་བྱུང་བ་རེད་མ་གཏོགས་ཁོ་ཡི་གེ་བྲིས་ཤེས་ཡན་ག་རེ་རེད་དེ་གས་ཤེས་གི་ཡོད་མ་རེད་བ། ཡིན་ནའི by chance དེ་འདྲས་པ་ཐོན་སོང་མ་རེད་བ། འོ་འདི་ད་གཅིག་པ་རེད་མི་ལུས་རིན་པོ་ཆེ་ཐོབ་ཡས་བསྟན་དབང་གི་ཐོབ་རྒྱུ་ཡོད་མ་རེད་ཧ་ལས། གར་གཟུགས་རེད། དེ་འདྲ་མི་ལུས་ཐོབ་ཡོད་འདུག་ག་ལ་སྤྱི་དབང་སྔོན་མ་སོ་སོ་གི་བསོད་ནམས་ཀྱི་ཚོགས་མ་བསགས་པ་ལ་ད་གང་ཟེ་གས་ཁས་བསོད་ནམས་ཚོགས་མ་བསགས་པ་ལ་ཚོགས་ཡོང་ཡས་ཡོད་མ་རེད་མི་སྲིད་པ་རེད། དེང་སང་ད་ལྟ་སོ་སོའི་དགའ་བ་སྒོམ་ཟེར་ཡ་དེ་དེར་ཏན་ཏན་ཡག་པོ་བྱས་པར་ད་མ་འོངས་པ་ལ་མི་ལུས་རིན་པོ་ཆེ་ཐོབ་དགོས་དགོས་དོན་མེད་དོ། དེ་སོ་སོའི་ལག་པ་ལ་ཡོད་རེད། མི་ལུས་རིན་པོ་ཆེ་ཐོབ་ཡ་ག་འགས་ཀྱང་ཀྱང་རེད་བ། ང་མི་ལུས་མི་ཤི་ན་མི་ལ་སྐྱེ་ཟེར་འདི་འདྲའི་མར་བཏགས། ང་ཡང་ཁ་ཤས་དྲི་བ་དེ་འདྲ་དྲིས་འདུག་མི་ཤི་ན་མི་རང་ལ་སྐྱེ་གི་རེད་བས་སོ། ངེས་པ་ཡོད་མ་རེད། ཡག་པོ་བྱས་ན་སྐྱེ་གི་རེད་ཡག་པོ་མ་བྱས་ན་སྐྱེ་གི་མ་རེད་དེ་རེད། ཁ་རི་ཁ་ཐུར་ལམ་སང་ལས་རྒྱུ་འབྲས་ལ་བ་ཡིད་ཆེས་དགོས་དགོས་རེད། ལས་ཡང་དག་པ་ཞིག་བསགས་དགོས་ན་མི་ལོ་རིམ་བྱེད་ཐོབ་ཐག་ཆོད་ཐོབ་དགོས་རེད་དེའི་ནང་ནས་ཀྱང་ཚུལ་ཁྲིམས་ཡང་དག་པ་སྲུང་དགོས་རེད། དགེ་བ་སྤྱོད་ཚུལ་བཞིན་དུ་སྲུང་མི་དགེ་སྤྱོད་སྤང་དང་མི་ལོས་རིན་པོ་ཆེ་ཐག་ཆོད་ཚར། ལས་སླ་བོ་གཅིག་ལ་དེ་རེད་ད། དགེ་བ་བཅུ་སྒྲུབ་མི་དགེ་བཅུ་སྤང་དང། མི་ལོས་རིན་པོ་ཆེ་ཐོབ་ཐག་ཆོད་རེད། ཧོ་ཡིས་ལྷ་ཡི་ལྷ་ཡི་ལུས་རྟེན་ཐོབ་པའི་དེ་འདིར་དགེ་བ་བཅུ་ཚུལ་ཁྲིམས་ཡང་དག་པར་བསྲུངས་དང་ལྷ་ཡི་ལྷ་ཡུལ་ལ་ཐོབ་པའི་ལས་སླ་པོ་འདིར་དང་ཚུལ་ཁྲིམས་ཡང་དག་པར་བསྲུངས་དང་ཚུལ་ཁྲིམས་བསྲུང་ཡས་འདི་ཀ་ལས་ཁ་བསྒོམ་དང་ལས་སླ་པོ་བྱས་ཏེ་དེར་ནི་ཚུལ་ཁྲིམས་བསྲུང་ཡས་དང་ཁ་བདེ་ཤེས་དུས་གང་ཚུལ་ཁྲིམས་བསྲུངས་དང་ལས་སླ་པོ་བསྲུངས་ཚུལ་ཁྲིམས་མ་བསྲུངས་ནི་ཚ་ཚ་དང་ཡོང་ངོ། ཚུལ་ཁྲིམས་བསྲུངས་ན་ཡོན་ཏན་ཐམས་ཅད་ཞི་བའི་ཁྲིམས་ནི་རྒྱུ་དང་མི་རྒྱུ་ས་ཤེས་ཅིང་ཡོན་ཏན་ཀུན་གྱི་ཤེས་ཤེས་ལྡན་ལགས་པ་ཡིན་ཀ་རི་ནི་ཚིགས་བཅད་གཅིག་ཏུ་བ། ཨོ་ཡོན་ཏན་ཐམས་ཅད་སྐྱེད་པར་བྱེད་པ་ལ་ཚུལ་ཁྲིམས་ཡག་པོ་བསྲུངས་དང་ཡོན་ཏན་ཐམས་ཅད་སྐྱེད་ཡོང་སྟེ། ཚང་ཚུལ་ཁྲིམས་ཡག་པོ་སྲུང་དགོས་མར་ཡོན་ཏན་ག་ཚོད་སྦྱང་བའི་ནས་ཤིང་གི་མར་ད་ལྟ་ཤེས་ལ་ད་ལྟ་བརྗེད་འགྲོ་གི་རེད་ཨོ་ཡ། ཨོ་འདི་ཡིན་དུས་དལ་འབྱོར་འདི་ཡང་སྟེས་དབང་དང་སྟབས་ལེགས་ལྟ་བུས་ཐོབ་པ་མ་ཡིན་ད་སྐལ་བ་མང་པོར་ཚོགས་གཉིས་བསགས་པའི་འབྲས་བུ་ཡིན་ཏེ་སྐལ་བ་མང་པོ་ལ་བསོད་ནམས་ཀྱི་ཚོགས་བསགས་རང་ཏེ་ཚོགས་གཉིས་བསྲེས་ཏེ་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་རེད་ད་ཡེ་ཤེས་ཀྱི་ཚོགས་ད་དེ་ཙམ་གྱིས་ང་ཚོས་མང་པོ་བསགས་ཡོད་མ་རེད་དེ་ནས་བསོད་ནམས་ཀྱི་ཚོགས་ཏན་ཏན་བསགས་ཡོད་ཀྱི་རེད། ཡེ་ཤེས་ཀྱི་ཚོགས་བསལ་དེ་ག་རེད་ཟེར་ན། ཁ་སོགས་རེད། འཁོར་གསུམ་གྱི་དམིགས་མེད་རྩིས་ཟིན་པ་ཅིག་གོ་དགོས་རེད། འཁོར་གསུམ་དམིགས་མེད་ཀྱི་རྩིས་ཟིན་པ་ཅིག་གོ་དགོས་རེད། དམིགས་མེད་བཙལ་བའི་གཏེར་ཆེན་ཁྱེད་རེད་ཟིག་ཟིག་འདུག་ཨ། འོ་དེ་བཙལ་བ་ཟིན་གྱི་དེ་དམིགས་པ་མེད་དམིགས་པ་མེད་པའི་བཙལ་བ་དེ་གོ་དགོས་ཏེ། ངེད་ཀྱི་སེམས་ཅན་ལ་བ་ཙལ་བ་བས་ན་སེམས་ཅན་ཐམས་ཅད་ལ་མཐའ་ཡས་པའི་སེམས་ཅན་དེ་ཐམས་ཅད་ལ་བ་ཙལ་བ་བྱས་ཟེར་ཡ་དེ། རེ་བ་ཅིག་རྒྱབ་དོགས་པ་ཅིག་ཡོད་དེ་འདྲས་ཅིག་ཐོབ་དགོས་ཀྱི་འདུག་དེ་འདྲས་ཅིག་ཡོང་གི་རེད་བསམ་པའི་དེ་འདྲས་ཀུན་སློང་བྱེད་ཀྱི་ཡིན་ན་དེ་དམིགས་པ་མེད་པ་མ་རེད་དམིགས་པ་དང་བཅས་པ་རེད་རྣམ་རྟོག་འོ་འདི་དེ་ཙམ་གྱིས་ཤུགས་ཆེན་པོ་མ་རེད། དམིགས་མེད་ཀྱི་རྩིས་ཟིན་སོང་ན་ལྟ་སྟེ་ཡིད་ཤེས་སོགས་བསགས་ཀྱི་ཡོད་དེ། སྟོང་ཉིད་མངོན་སུམ་དུ་རྟོགས་ཀྱི་ཡིན་ན་ཡིད་ཤེས་ཀྱི་ཚོགས་བསགས་ཀྱི་ཡོད་དེ་བསྐྱེད་རིམ་རྫོགས་རིམ་གོམས་ཀྱི་ཡིན་ན་ཡིད་ཤེས་ཀྱི་ཚོགས་བསགས་ཀྱི་ཡོད་དེ། འོ་དེ་མ་གཏོགས་ད་མང་ཆེ་བ་དེ་བསོད་ནམས་ཀྱི་ཚོགས་རེད་བ། བསོད་ནམས་ཀྱི་ཚོགས་བསགས་ཡས་དེ་བསམ་བློ་བཏང་གི་ཡིན་ན། ཁྱེད་རྣམ་པ་ཚོ་འདི་གོང་བཀུར་བ་རྒྱན་དྲུག་མཆོག་གཉིས་ཡོད་བ། རྒྱན་དྲུག་མཆོག་གཉིས། ད་བསོད་ནམས་ཀྱི་ཚོགས་བསགས་ཀྱི་རེད་ཟེར་དུས་གང་ལབ་སྔགས་དང་ནི་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ། ངོ་ཚོ་ལམ་ག་བ་ལ་ཡོད་རེད་ལབ་ཡིན་ན། ཕར་ལབ་གིན་པ། ཨེ། ད་ཅིག་ཁྱེད་རང་ཚོའི་སེམས་ནང་ལ་དྲན་ཡོད་རེད་ཨོ། ང་ཚོགས་ལམ་ཕ་ཐུག་ལ་སླེབས་མེད་དོ་ཟེར་ཇོ་ལམ་དར་དགའ་བ་དང་དེ་འདྲ་ཕ་གཡུག་ཤག་ཚོགས་ལམ་དར་སླེབས་ཡོད་ང་ཚོགས་ཟ་གི་ཡོད་ཟེར་སྒོ་ར་རྒྱག་གི་ཡོད་ཕྱག་མཆོད་འབུལ་བྱེད་གི་ཡོད་མཆོད་པ་འབུལ་གི་ཡོད་སྦྱིན་པ་བཏང་གི་ཡོད་འོ་ཚོགས་ཚོགས་ཟ་གི་ཡོད་དེ་འདྲ་ཚོགས་ལམ་ལ་ཡིན་འགྲོ་བསམ་གི་ཡོད་ན། རྒྱན་དྲུག་མཆོག་གཉིས་ཀྱི་ནང་ནས་འཕགས་པ་ཐོག་མེད་ལྟ་བུ་དེ། འཕགས་པ་ཐོགས་མེད་དགའ་ལྡན་གྱི་གནས་ལ་ཡ། ལྷ་ཡུལ་ལ་ཡ་ཕད་གཏོང་མཁན་གྱི་གང་ཟག་དེ་ཚོགས་ལམ་ལ་ལས་བསྟན་མཁན་གང་ཟག་རེད་སིག་དུ་ད་ངོ་ཚ་ག་བ་ལེ་དོ་ད་ཧ་གུ་རུ་བ། ཚོགས་ལམ་ནས་ཀ་ལེ་ཁ་པོ་རུ་དོ་ཚོགས་ལམ་ལ་ལས་དེ་ཀ་ལེ་ཁ་པོ་རུ་དོ་ལམ་ངང་གི་དང་ད་ཁོང་བྱང་ཆུབ་སེམས་པ་ད་ས་བཅུ་ག་དེ་རྒྱལ་སྲས་འཕགས་པ་ཐོགས་མེད་ལྟ་བུ་ཅིག་ཡིན་ནས་ད་ག་ཚོད་ཅིག་སྟབས་ཆེན་པོ་ད་གང་ཟག་ཁྱད་པར་བ་ཞིག་རེད་དེ་ཁོང་དེ་ཚོགས་ན་ཆོས་པའི་བྱང་ཆུབ་སེམས་པ་ཚོགས་ཚོགས་ལམ་ལ་ལ་ལས་དེ་འགལ་དེ་འབྲེལ་ཡོད་དུ་འགྲོ། དེ་ནི་ཡང་ག་ལས་ག་ལས་དུ་འབྱོར་ལམ་ལ་ཕྱིན་པར། ཚོགས་ལམ་ཚོགས་ལམ་ཟད་དེ་སྟོང་ཉིད་མངོན་སུམ་རྟོགས་པའི་རྟོགས་པ་ལ་བསོད་ནམས་ཀྱི་ཚོགས་བསགས་དགོས་རེད་ཚོགས་མ་བསགས་ན་ཡང་སྟོང་ཉིད་མངོན་སུམ་དུ་རྟོགས་ཐུབ་མ་རེད། སྟོང་ཉིད་མངོན་སུམ་རྟོགས་པ་ལ་སྦྱོར་ལམ་ལ་ལས་དགོས་ཏེ་སྦྱོར་ལམ་ལས་དུས་གང་ལ་སྟོང་ཉིད་ལ་སྦྱོར་བར་བྱེད་འགལ་ཏེ། སྟོང་ཉིད་ཉམས་རྟོགས Connection དེ་འགལ་ཏེ་སྦྱོར་ལམ་རེད། སྦྱོར་ཟད་རེད། འོ་དེ Preparation Path of Preparation ཟེར Path of Action ཟེར་གི་འདུག། Actively Engaging in Positive Action ད་དེ་འདྲའི་ལ་དེ་ནི་སྦྱོར་ལམ་ཟེར་ཏེ། ད་སྟོང་ནི Part of Seeing ད་མཐོང་ལམ་མངོན་དུ་མཐོང་བ་སྟེ། སྟོང་ཉིད་ཀྱི་དོན། དེ་སྔ་བྱིས་པ་སོ་སོའི་སྐྱེ་བོ་དེ་འདྲའི་སྐྱེ་བ་ལས་ནི་གྲངས་མེད་འབུམ་ཕྲག་འབུམ་ཕྲག་འབུམ་ཕྲག་མང་པོ་སྐྱེ་བ་ལས་ཡོད་དེ། དེའི་སྐབས་ད་ཁྱོད་ནི་རང་སྔར་མཐོང་མ་མྱོང་བ་ད་ལྟ་གསར་དུ་མཐོང་བ་དེ་ལ་མཐོང་ལམ་ཟེར། གསར་དུ་ག་རེ་མཐོང་བ་རེད་སྟོང་ཉིད་ཀྱི་དོན་མཐོང་བ་དེ་མཐོང་ལམ་རེད་དེ། དེང་སང་ད་མཐོང་ལམ་སེ་འདི་གང་ལ་གང་འདྲས་ད། མཐོང་ལམ་ཡལ་འདབ་དེ་འཕགས་པར་ད། འཕགས་པའི་གང་ཟག་འོ་འཕགས་ས་ས་འཕགས་རི་ད་ཡང། འོ་དེ་འཕགས་པའི་གང་ཟག་ལ་སླད་གྲོགས་ཏོ། རྒྱུ་མཚན་དེ་ཡི་ཆེད་བསྐལ་པ་མང་པོ་བསོད་ནམས་ཀྱི་ཚོགས། ཚོགས་གཉིས་བསགས་པའི་འབྲས་བུ་ཡིན། མི་ལུས་ཐོབ་པ་དེ་ལྟའི་དབང་གིས་ཐོབ་པ་མེད་སྟབས་ལེགས་པའི་སྒོ་འདི་ཐོབ་པ་དེ་འདྲ་མེད། དཔལ་ཆེན་གྲགས་པ་རྒྱལ་མཚན་གྱིས་དལ་འབྱོར་མི་ལུས་རྙེད་པ་འདི། ཕོ་གོ་ཐོ་བས་མ་བརླགས་ཏེ་བསོད་ནམས་བསགས་པའི་འབྲས་བུ་ཡིན་ཞེས་གསུངས། པན་ཆེན་གྲགས་པ་རྒྱལ་མཚན། གྲགས་པ་རྒྱལ་མཚན་དེ་ཕ་ཆེན་ས་སྐྱ་ས་སྐྱ་དཔའ་འབྲི་ད་དང་དེ་ནི་གྲགས་པ་རྒྱལ་མཚན་བསོད་ནམས་རྩེ་མོ་གྲགས་པ་རྒྱལ་མཚན་ཟེར་ས་སྐྱའི་གི་མཁས་པ་ཆེན་པོ་དཔའ་འབྲི་ད་ཆེ་མཁས་པ་ཆེན་པོ་ཅིག་རེད་དེ་མཚང་ཁུང་གི་ག་རེ་གསུངས་འདུག་ཟེར་དུས་གང་ལ་དལ་འབྱོར་མི་ལུས་རྙེད་པ་དེ་ཕོ་གོ་ཐོ་བས་མ་བརླགས་ཏེ། ཕོ་གོ་ཐོ་བས་མ་བརླགས་ཏེ་ཟེར་དུས་གང་ད་དེ་ག་རེ་ཟེར་དུས་དལ་འབྱོར་གྱི་མི་ལུས་ཐོབ་པ་དེ་མི་དེ། པདྨ་སྲིད་པའི་གི་རྫིག་ངས་དོན་དུ་སྟོབས་དང་ལྡན་པ་པདྨ་སྲིད་དབང་ཆེན་པོ་གོ་གནས་ཆེན་པོ། ཨོ་དེ་འདྲས་རེད་འདིས་བྱས་ནས་མི་ལུས་རིན་པོ་ཆེ་ཐོབ་པ་རེད་ཟེར་གི་ཡོད་མ་རེད་གསུངས་དང་ག་ཚོད་ཁྱེད་རང་དབང་ཆེ་བཟོ་ན་མི་ལུས་ཐོབ་ཡས་ཡོད་མ་རེད་ད་བསོད་ནམས་ཀྱི་ཚོགས་བསགས་མེད་ན་ག་ཚོད་ཀྱི་མིང་ཆེན་པོ་ཡོད་ནས་མི་ལུས་ཐོབ་ཡས་ཡོད་མ་རེད་ད་དཔེར་ན་སྟག་དང་དེ་ཚོའི་དབང་ཆེན་པོ་འདུག་བ་དེ་སེང་གེ་དེ་ཚོ་ག་འདྲས་སྟོབས་ཆེན་པོ་འདུག་དེ་ཨོ་དེ་འདྲས་ཡོད་ནས་མི་ལུས་རིན་པོ་ཆེ་ཐོབ་འདུག་མི་འདུག། ཕོ་གོང་ཕོ་གོ་ཐོབ་པའི་མ་ལགས་པས་སོ་ནམ་བསགས་པའི་འབྲས་བུ་ཡིན་དེ་ཚང་སོ་ནམ་བསགས་དགོས་རེད་སོ་ནམ་མ་བསགས་ན་འབྲས་བུ་དེ་འདྲས་ཞིག་ཐོབ་ཡ་ཡོད་མ་རེད་གསུངས་མི་ལུས་རིམ་གྱིས་ཐོབ་ཡ་ཞེས་གསུངས་མི་ལུས་ཙམ་ཐོབ་ཀྱང་ཆོས་ཀྱི་སྣང་བ་མེད་པ་དེ་མི་དགེ་འབའ་ཞིག་ལ་སྤྱོད་པ་ནི་དེ་རེད་ད་མི་ལུས་ཙམ་པོ་བ་ཟེར་མི་ལུས་ཀྱི་མིང་ཙམ་གྱིས་རེད་ཙམ་པོ་བ་ཙམ་པོ་བ་ཟེར་དེ་ག་རེད་དཔེར་ན་དགེ་སློང་འདུག་ག། སངས་རྒྱས་ཀྱི་བསྟན་པ་དེ་དགེ་སློང་གིས་བསྡད་ལ་རག་ལས་པ་ཡིན་གསུངས་ཏེ། ཡང་དགེ་སློང་ལ་ཡི་དགྲ་མ་འདྲ་མང་པོ་ཡོད་རེད་གསུངས། མིང་གི་དགེ་སློང། མིང་གི་དགེ་སློང་ཟེར་ན། ཁོའི་མིང་ལ་དགེ་སློང་རེད་ད། དགེ་སློང་མ་རེད་ད་ཁོ་ལ་སྤུ་གུ་སྐྱེས་མིན་ཡོད་རེད་སྤུ་གུ་མང་པོ་ཡོད་རེད་ཁོའི་མིང་ལ་དགེ་སློང་ཡིན་གྱི་དེ་འདྲས། འོ་དེ་ནས་ཡིན་གྱི་དེ་འདྲས་དཔེར་ན་འདྲེན་ཆུང་ན་ལ་ནས་ཁར་ཡོད་རེད། ཁར་སོ་དགེ་སློང་གནས་དྲུག་གསུངས། དགེ་སློང་ཟེར་མིང་གི་དགེ་སློང་དེ། ཁས། ཁས་འཆེ་བའི་དགེ་སློང། ང་དགེ་སློང་ཡིན་དཱ། སི་ལབ་དེང་གི་ཁས་འཆེ་བའི་དགེ་སློང་སི་ཨང་དེ་འདྲིར་དེ། དགེ་སློང་ཡིན་དཱ་བསམ་གསུམ་དེ་ཡན་དུ་བྱར་ཡག་པོ་མ་རེད་ཁྱད་མཁན་མ་རེད། ཨོ་དགེ་འདི་འདྲའི་ཡོད་པོ་རེད། ད་སྡོམ་པ་ཚོལ་བཞིན་དུ་གསུང་དེང་གི་དགེ་སློང། དེ་ཨའོ་ཟེར་ད་སྡོམ་པ་སྡོམ་པ་ཞུས་པ་རེད། ད་ངོ་མ་དེ་གར་དོན་གྱི་དགེ་སློང་དེ་ག་གི་རེད་ཟེར་སྟོང་གཉིས་མངོན་སུམ་དུ་རྟོགས་དེང་གི་དོན་ཚོ་ཡ་ཐབས་དེ་ཚང་མ་དོན་གྱི་དགེ་སློང་རེད། ཨོ། དེ་ཡིན་ཙང་ད་དེ་འདྲའི་ལབ་དགོས་དེ་ག་རེ་མིང་གི་དགེ་སློང་ཟེར་གྱི་ཡོད་འདུག་བ། མིང་གི་སངས་རྒྱས་ཨོ་ཁ་ཤས་མིང་ལ་སངས་རྒྱས་ཟེར་གྱི་འདུག་བ་དེ་མིང་གི་སངས་རྒྱས་རེད་མ་གཏོགས་སངས་རྒྱས་མར་ད། མ་རིག་མུན་པའི་གཉིད་ལས་སངས་ཤིང་ཤེས་བྱ་ལ་བློ་གྲོས་རྒྱས་པ་མ་རེད་མིང་གི་སངས་རྒྱས་རེད། རྟ་མང་ན་ལས Buddha ཟེར་ནས Buddha རྟ་མང་ཟེར་ནས་མང་པོ་འདུག་བ་དེ། Buddha Deva ཁོ་གས་ད་དེ West Bengal སྤྱི་མི་ནས Buddha Deva ཟེར་གྱི་འདུག་བ་དེ། ཨོ་དེ་སངས་རྒྱས་ཀྱི་མིང་གི་མིང་གི་སངས་རྒྱས་རེད་དེ། ངོ་མ་མ་རྟགས་དོན་གྱི་སངས་རྒྱས་མ་རྟགས། དེང་སང་ང་ཚོ་མི་ལུས་གཙང་པོ་བ་ཟེར་ན་མིང་གི་མི་ལུས་རེད། མི་ལུས་གཙང་པོ་བ་དེ་ཚོ་དན་ཆོས་བཅོ་བརྒྱད་མ་ཚང་མཁན། དམ་པའི་ཆོས་ལ་མ་དགའ་མཁན། དེ་འདྲ་ཡིན་ན་མིང་གི་མི་ལུས་རེད་པས། འོ་དེང་སང་མི་ལུས་གཙང་པོ་བ་ཐོབ་ཀྱང་ཆོས་ཀྱི་སྣང་བ་མེད་པར་མི་དགེ་བ་དཔའ་ཞིག་ལ་སྤྱོད་པ་དེ། ངན་སོང་ལས་ཐ་ཆད་དེ་སོ་ངན་སོང་གསུམ་ལས་ཀྱང་དམའ་བ་རེད་ད་གསུངས་ད། ཐལ་བྱ་རིག་གོ། གར་ཆེན། མི་ལུས་ཙམ་པོ་བ་བཞིན་ཐོབ་བདེ་བའི་སྡིག་པ་མི་དགེ་བའི་ལས་ཀྱང་ཀྱང་བྱེད་ཀྱི་འདུག། དེ་ཚང་ངན་སོང་གསུམ་ལས་སྐྱེ་བ་ལས་སྡུག་གི་རེད་གསུངས་ད་དེ། སྡིག་པ་མི་དགེ་བ་ཀྱང་ཀྱང་བྱེད་ཀྱི་འདུག་དེ་ལྟར་ཏེ་ངན་སོང་གསུམ་གའི་སྡིག་པ་མི་དགེ་བ་ཀྱང་ཀྱང་བྱེད་ཀྱི་རེད། ཁྱོད་རང་ད་དོ་ངས་ཁ་སང་དེང་ཅིག་ལབ་བས་སམ། ང་ཚོ་མི་ལུས་ཐོབ་བདེ་འགའི་བྱེད་པར་བ། དགེ་བ་བསྒྲུབ་གི་ཡིན་ན་ཡང་སེམས་ཅན་གཞན་དང་འདྲ་གི་མ་རེད་ད། སྡིག་པ་ཡིན་སེམས་ཅན་ཞེན་པའི་སྦྲགས་མ། དེ་གར་སོང་དུ་མི་ལུས་བརྩམ་སྟོབས་ཀྱང་ཆོས་ཀྱི་སྣང་བ་མེད་པ་སྟེ་མི་དགེ་འབའ་ཞིག་ལ་སྤྱོད་པ་ནི་ངན་སོང་ལས་ཀྱང་མཐའ་བྱེད་དེ་གསུངས་ཏེ། ད་མི་ལུས་རིན་པོ་ཆེ་རིན་པོ་ཆེ་གཟིགས་མ་རེད་མི་ལུས་གཙང་པོ་བ་ཐོབ་ནས་ཆོས་ཀྱི་སྣང་བ་སྤུ་ཙམ་མེད་དེ་འགའི་སྡིག་པ་མི་དགེ་བ་ཀྱང་མྱང་བྱེད་ཀྱི་དེ་དམྱལ་བ་ཡི་དྭགས་དུད་འགྲོ་ལས་ཀྱང་སྡུག་རེད་གསུངས། ཕར་ཕྱིན་ནི། ཁོའི་གིས་བསམ་བློ་བཏང་སྟངས་དེ་ཆ་ཚང་ཡོད་པ་སོང་ཙང་སྡིག་པ་མི་དགེ་བ་དེ་དམྱལ་བ་ཡི་དྭགས་དུད་འགྲོ་ལས་ཀྱང་ཁོས་སྡིག་པ་ཆེ་བ་བསགས། རྗེ་མི་ལས། རྗེ་བཙུན་མི་ལས་གར་སོང་བ་རེད། ཁྱི་ར་མགོན་པོ་རྡོ་རྗེ་ལ། སྤྱིར་དལ་འབྱོར་མའི་ལུས་དཀོན་གསུངས། འོ་ད་ཁྱི་ར། ཁྱི་ར་བ། མགོན་པོ་རྡོ་རྗེ། མགོན་པོ་རྡོ་རྗེ་ཁོ་སེམས་ཅན་བསད་སེམས་ཅན་ཁྱི་ར་རྒྱག་ནས་སེམས་ཅན་མང་པོ་བསད་དེང་གི་ཕྱིར་བ། འོ་ཁོ་འདྲ་བོ་གི་མི་ལུས་རིན་པོ་ཆེ་བསམ་བློ་བཏང་གི་ཡིན་ན་ད་དེ་ད་དཀོན་པོ་མ་རེད་གསུངས། དེ་མི་ལུས་རིན་པོ་ཆེ་ཟེར་མི་ལུས་དཀོན་པོ་རེད་འདུག་རེད་མི་འདུག་དེ་འདྲས་ད་མི་ལུས་བེད་པོ་རེད་བ་གསུངས་ཏེ། ད་མི་ལུས་དཀོན་པོ་གསུངས་དེ་མཆོད་བཅོ་བརྒྱད་ཚང་དེང་གི་དེ་ལ་སྲིད་ལུགས་དང། ཡང་ཡང་ད་ད་ཕྱིན་ང་ཚོ་དེ་ཞག་ནས། འཇམ་པ་དཔའ་བོན་སྤྱི་བདག་ཆེན་པོ་དང། སྐུ་མདོག་བཟང་པོ་དེ་ཡང་དེ་བཞིན་ཏེ།